ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ་སྔ་ལྟས་སྐུལ་མེད་ཡིན། བདུན་ཕྲག་འདིའི་རེས་ཕུར་བུའི་ཉིན་ལ་ཡར་ཞུ་ག་གི་ཉེ་འདབས་སུ་རྟེན་གཞི་བྱས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ། རྡ་ས་རིགས་ལམ་སློབ་གཉེར་ཁང་དབུ་ཚུགས་ནས་མི་ལོ་ལྔ་བཅུ་འཁོར་བ་དང། དེའི་ཡན་ལག་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་ཚུགས་བྱས་ནས་ལོ་གཉིས་བརྩེགས་ལྔ་འཁོར་བའི་དུས་དྲན་སྲུང་བརྩི་ཞུས་པ་ཙམ་མ་ཟད། ཕྱི་ཚེས་ཉི་བརྩེགས་ལྔའི་ཉིན་ལ་དབྱར་རྡ་ས་རིགས་ལམ་སློབ་གཉེར་ཁང་གི་དབུས་པའི་ཚོགས་སྡེ་ཁག་ཅིག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་པ་རེད། དེ་རིང་ང་ཚོས་ལས་རིམ་དེའི་ཐོག་ལ་དབྱར་རྡ་ས་རིགས་ལམ་སློབ་གཉེར་ཁང་དབུ་ཚུགས་བྱས་ནས་མི་ལོ་ལྔ་བཅུ་འཁོར་བའི་དུས་དྲན་དེ་དང་བསྟུན་བྱས་ནས། སློབ་གཉེར་ཁང་འདི་ནས་མཐའ་སོན་པ་དང་ད་ལྟའི་ཆར་ལ་དབྱར་སློབ་གཉེར་ཁང་འདི་གི་དབུ་འཛིན་གྱི་ཐུགས་འགན་བཞེས་བཞིན་པ་སྐལ་བཟང་བསྟན་རྒྱ་མཚོ་ལགས་སློབ་གཉེར་ཁང་འདི་ནས་དར་སོན་པ་དང་སྤི་ཏི་ནས་ཡིན་པ་རྒན་བཀྲ་ཤིས་རྣམ་རྒྱལ་ལགས་དང་ནང་བཞིན་ཨ་རུ་ནཱ་ཅལ་མོན་རྟ་དབང་ནས་ཡིན་པ་རྒན་པད་མ་དོན་གྲུབ་ལགས་དང་ལྷན་དུ་རྡ་ས་རིགས་ལམ་སློབ་གཉེར་ཁང་ཆེད་འཛུགས་གནང་བྱས་ནས་ད་མི་ལོ་ལྔ་བཅུ་འདིའི་ནང་གི་ལོ་རྒྱུས་ཕྱིར་དྲན་བྱེད་ཡ་རེད་དང་ནང་བཞིན་ཁོང་རྣམ་པ་ཚོ་གཅིག་བསླབ་པ་དར་སོན་པའི་རྗེས་ལ་ཡ་ཕྱག་ལས་ག་རེ་གནང་གི་ཡོད་མེད་སོགས་ཀྱི་སྐོར་ལ་ཡ་བཅར་འདྲི་ཞུ་གི་ཡིན། དེ་མཚམས་ལ་ད་ལྟ་ལྟ་ཅི་རིགས་ལམ་སློབ་གཉེར་ཁང་འདི་གཏུགས་ཆེན་བཏང་རང་ཚོའི་བཞུགས་སྒར་ལ་ཡར་གཏུགས་ཆེན་ཚུགས་བྱུང་ཡོད་རེད་བ་ལ། ཐོག་མའི་ཆ་ལ་ཡར་ལྟ་ཅིག་སློབ་ཕྲུག་ག་ཚོད་ཅིག་གི་ཐོག་ནས་དམིགས་ཡུལ་ག་རེ་བཅངས་བ་ནས་གཏུགས་ཆེན་ཆེན་ཚུགས་གནང་བ་ཞིག་བྱ་དགོས་ན། ང་ཚོ་རིག་ལམ་སློབ་གཉེར་ཁང་དེ་ཐོག་མར་མགོ་བཙུགས་ཡས་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་སྤྱི་ཟླ་བདུན་པའི་ཚེས་བར་དྲུག་གི་ཉིན་མ་སྐྱབས་མགོན་རིན་པོ་ཆེ་ཡི་འཁྲུངས་སྐར་གྱི་ཉིན་མོ་ལ་བཙུགས་གནང་ཞིག་རེད། ཨ་ནི་ཐོག་མར་གསན་བཙུགས་གནང་མཁན་དེ་ཡང་སྐྱབས་མགོན་རིན་པོ་ཆེ་རང་གིས་གསན་བཙུགས་གནང་བ་ཞིག་རེད། དེ་དུས་ཀྱི་ཐོག་མེད་ཀྱི་དགེ་རྒན་དབུ་འཛིན་ཆ་ཚང་དབུ་ཁའི་གཅིག་ཆོག་ནི་ང་ཚོའི་ཤང་ཤག་དམ་པ་དབུ་ཁའི་བློ་བཟང་རྒྱ་མཚོ་མཆོག་ནི་དུས་སྟོན་དེ་ལ་ཕེབས་ནས་ནི་ང་ཚོའི་སློབ་མ་དུས་སྟོན་སྐབས་ཐོག་དེ་ལ་ཕྱི་རྒྱལ་སློབ་ཕྲུག་གསུམ་བཅས་བོད་པའི་སློབ་ཕྲུག་ཉིས་རྩ་དྲུག་ཅན་ཉི་ཤུ་རྩ་དགུ། ཐོག་མར་གསར་འཛུགས་ཅན་སློབ་མ་ཉིས་རྩ་དགུ་དབུ་ནས་འགོ་བཙུགས། དུས་མཇུག་གི་གནས་རིམ་དེ་དུས་དེའི་སློབ་མ་དེ་ཡག་ཤོས་དུས་འཛིན་གྲྭ་བཅུ་བ་དང་བཅུ་བཅུ་གྱི་ལག་ཁྱེར་ཡོད་པ་རྐྱང་རྐྱང། བསྡུས་པ་མ་གཏོགས་དེ་མི་འདྲ་བའི་ཡང་ཅིག་ནམ་རྒྱུན་ད་འཛིན་གྲྭ་བདུན་པ་བརྒྱད་པ་དེ་ཚོ་བསྡུ་གི་དང་པོ་ཆ་ལ་བསྡུ་གི་མི་འདུག་ལ་འོང་དུ་དང་པོ་ཆ་ལ་བཙུགས་ཡས་དེ་འདྲ་ཞིག་རེད་ད་དེ་གི་བཙུགས་དགོས་ཡས་དམིགས་ཡུལ་དེ་ང་ཚོ་གོང་ས་མཆོག་གིས་གཉིས་གསུངས་ཡོད་རེད་གོང་ས་མཆོག་གིས་དང་པོ་དེ་ལ་ནང་ཆོས་སྦྱངས་ནས་ཚེ་དང་སྤྲུལ་པ་ཉམས་པ། ཚིག་དང་སྒྲུབ་པ་ཉམས་པ་བསལ་དུས་གང་ལ་མི་ཚེའི་དགོངས་རང་ལ་པའི་སྒྲིབ་པ་ཀུན་ནས་ཉམས་ལེན་བྱེད་ཆེད་འདུག་ཞུ་བའི་ཏེ་མི་ཡི་དང་པོ་དེ་ཡིན། མི་ཡི་གཉིས་པ་དེ་ནི་རིགས་ལམ་སློབ་གཉེར་ཁང་འདི་ནས་མ་ཐོན་ཅིག་ནང་ཆོས་དང་འབྲེལ་བའི་སྒོ་ནས་སྤྱི་ཚོགས་ནང་ལུགས་ལ་ཞབས་ཞུ་བྱོས། དེ་ཡང་རབ་བྱུང་ན། གྲྭ་བའི་སྟེང་རང་གི་སྒང་ལ་སྤྱི་ཚོགས་ནང་ལ་ཞབས་ཞུ་ཞུས་པ་ཡིན་ན། ཁྱིམ་པ་གཞན་དང་མ་འདྲ་བའི་ཡིད་ཀུན་སློང་གི་ཞོར་རེད་སྤྱོད་པ་གལ་གནང་རེད་བསམ་བློ་བཏང་ཞོར་རེད་དེ་འདྲ་ཡིན་དུས་སྒང་ལ་དཔེ་དག་པོ་ཞིག་ཡོང་གི་རེད་མི་གཉིས་དེ་ཡིན་ཟེར་དུས་སོང་རེད་ལ། ད་ད་ལྟའི་ཆ་ལ་ཡང་ལྟ་ཅིག་སློབ་མ་ག་ཚོད་ཚོད་ཅིག་ཡོད་རེད་ཨ་ནི་ཅིག་རིགས་ལམ་སློབ་གཉེར་ཁང་དེའི་ནང་ལོགས་ལ་ཡང་ཐོག་མར་ཆེད་འཛུགས་གནང་ཡོང་བའི་སྐབས་སུ་དགེ་ལགས་ཀྱིས་གོང་དུ་གསུངས་བ་ན་ཞེས་ཕྱི་རྒྱལ་སློབ་ཕྲུག་གསུམ་ནང་ཚུགས་གནང་ས་ལ་ད་ད་ལྟ་ཡང་ཅིག་ཁྱོད་རྒྱལ་ཁབ་ག་ཚོད་སྣེ་གཏུགས་ཟིན་ནས་ཕེབས་ངེས་ཡོད་ན། དེ་ལ་སློབ་གཉེར་ཁང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནས་དབུ་བརྙེས་ནས་ད་ད་ལོ་བར་འདུག་ལ། ད་ལོ་གི་སྤྱི་ཟླ་བདུན་པའི་ཚེས་བ་དྲུག་ལ་ལོ་ངོ་ལྔ་བཅུ་ཧྲིལ་པོ་ཏག་ཏག་ཅིག་འཁོར་དགོས་པ་རེད། དེ་ཡིན་དུས་ང་ལ་ལོ་ངོ་ལྔ་བཅུ་དེའི་རིང་ལ་རི་ལང་སློབ་གཉེར་ཁང་གི་ནང་ལ་ཕྱི་རྒྱལ་གྱི་སློབ་མ་ཡོང་བཞག་པ་ཟིན་ན་རྒྱལ་ཁབ་བཅོ་བརྒྱད་ཀྱི་རྒྱལ་ཁབ་མ་འདྲ་བ་བཅོ་བརྒྱད་ཁག་ནས་ནང་ཆོས་སྦྱང་གིས་ཕེབས་མྱོང་བ་དེ་འདྲའི་བྱེད་རེས་བྱ། ད་ལྟའི་ཆར་ལ་རི་ཀླུང་ལྷོ་ཉེ་གང་ལ་སློབ་མ་ག་ཚོད་ཚུད་ཡོད་རེད་ཟེར་དུས་ཁོང་ལ་ནང་ཆོས་སྦྱང་ཉིན་ནི་བོད་པ་ཧི་མ་ལ་ཡ་རུ་རྒྱུ་ནི་ཕྱི་རྒྱལ་ཁག་ཆ་ཚང་བསྡོམས་པ་ཡིན་ན་བརྒྱ་དང་སུམ་ཅུ་ཚུད་ལོངས། ཨོ་དེ་འདྲའི་ཞིག་ཡོད་ཤོད་ཡིན་ད་ལྟའི་ཆར་ལ་ཕྱི་རྒྱལ་གྱི་སློབ་མ་ག་ཚོད་ཚུད་ཡོད་ཟེར་ན་ང་ཚོ་ཕྱི་རྒྱལ་ཁག་བཅུ་གཉིས་ཚུད།

ཅེས་དང་ནི་ང། ད་དེ་ཕ་ཕྱིར་ཕ་ཕྱོགས་པས་ཅག་ད་ཕ་ཕྱོགས་ལ་ནམ་ཞིག་དྲང་མོ་ཆེའི་དགེ་རྒན་དུས་སུ་དགུན་ཁ་ཞུགས་མ་ཐུབ་པ་བྱས། དེ་ནི་བར་ཆ་ཚང་སློབ་སྦྱོང་ལྟས་སུ་ཁག་པོ་འགྲོ་བ་འདུག་དེ་བར་ར་ལ་ངས། ཡང་དྷ་ས་ཞིང་བདག་ལ་འཛུལ་ཡག་གིས་ཟེར་ར་འདྲ་བོ་ལ་འཛུལ་ཤུགས་ཅི་འདང་ཡིན་དེ་ཡང་འབྲི་མོ་བློ་ས་ལས་དེ་ཚོར་བྱས་ཡིན་ཡང་མཐའ་མ་ཁོ་རང་གཅིག་ལས་དང་གཅིག་ཡོད་ས་རེད་བ་ལ། དེར་མཐའ་མ་མཐའ་མ་དེ་ལ་ཚིག་གི་གྲ་ཚང། ལ་ལས་རེད། ད་ནི་ཁྱོད་རང་གསུངས་པ་ན་ཞིག་རེད། ང་ཚོ་མོན་ལེ་དང་ནི་ལུགས་སྲོལ་ག་རེ་ཡོད་ལ་འབུ་སྲུམ་འབར་མཱས། མི་ཚང་ཞིག་ལ་འབུ་སྲུམ་ཡོད་པ་ཡིན་ན་འབར་མཱ་དེ་ཡིན་གཅིག་མིན་གཅིག་རྟ་བོང་འདྲ་པོ་གྲོགས་བར་དག་ཐར་སོང་ཡོད་མ་རེད། ཡིན་ན་ཡང་ང་རང་ལྟ་བུ་ཆ་ཚང་ན་འདི་ནས་མེད་ང་ཚོ་སྤུན་མཆེད་དང་ནི་འབུ་གཉིས་མ་དུ་མེད། ཡིན་ན་ཡང་ཆུང་དུས་ནས་གྲྭ་པ་བྱས་ཀྱི་བསམ་བློ་དུ་ཤུགས་ཆེན་པོ་ཡོད། དེ་ལས་སྟབས་ཡག་ག་ཅིག་ལ་དགུ་བཅུ་གོ་གཉིས་ལོ་ལ་ཀ་ཆེན་ཚ་བང་ནི་འཛིན་ལ་ལ་ངའི་རྒན་ལགས་གཅིག་ཡོད་ད་ཁོ་རང་ཤག་བསམ་པ་རེད། གྱིན་ལ་ང་ཚོ་གྲོང་གསེབ་ལས་ཕེད་ཅེས། ཁྱོད་རང་ཚོ་གྲྭ་པ་བྱེད་འདོད་ཡོད་པས་གྲྭ་པ་བྱེད་འདོད་ཡོད་པས་གྲྭ་པ་བྱེད་མཁན་ཡོད་པ་ཡིན་ན། ངས་ཁྱོད་རང་ཚོ་བདག་པོ་གྲྭ་ཚང་ལ་ཁྲིད་ཀྱི་ཡིན་ད་ཟེར་ར་གནང་གི་འདུག་དགུ་བཅུ་གོ་གཉིས་ལོར་རེད་ང་སྤོ་དགུ་ཕྱིན་རྒྱུ་རེད། འོ་ན་ང་གྲོ་གུ་ཡིན་སྐྱུག་ཕྱིན་པ་ཡིན། འདི་དུས་གྱིན་ལ་གིས་ང་ལ་སྒོར་མོ་ལྔ་གཅིག་གནང་སོང་རྒྱ་གར་སྒོར་མོ་ལྔ། ངོ་ད་ཁྱོད་རང་གཏན་འཁྱལ་མ་ཡིན་དཱས། ད་བསམ་བློ་འགྱུར་བ་མ་གཏོང་ཞོག་ཨཱས། ཁྱོད་རང་ངའ་མཉམ་དུ་འགྲོ་ཡ་རེད་དཱས། རྒན་གྱིས་ང་ལ་རྒྱ་གར་སྒོར་མོ་ལྔ་གཅིག་གནང་སོང། ཨ་ནེ་འདི་གིས་དེ་ནས་ཅིག་རྐྱེན་བྱས་ཚེ་ང་ཚོ་སྤུ་གུ་སུམ་ཅུ་དགུ་བཅུ་གོ་གཉིས་ལ་གྲྭ་ཚང་ལ་འདུག་ས་ཕྱིན་པ་ཡིན། དེ་ནས་གྲྭ་ཚང་གྲྭ་པ་བྱས་དུས་དགུ་བཅུ་གོ་ལྔ་གོ་དྲུག་འདི་བར་ནས་ད་ནས་ཤེས་བྱ་ང་ཚོ་དུས་བབ་ཡོད་རེད་བ། དེའི་ཀློག་ཡག་འགོ་ཚུགས་སྔོན་དུས་ང་ཚོ་དེ་རི་ལུ་སློབ་གཉེར་ཁང་བསྐོར་དུས་མང་པོ་གོ་གི་འདུག། དེ་དུས་ཡང་འོ་ད་དེ་ནས་ཅིག་འགྲོ་དགོ་ས་རེད་བསམ་པའི་བསམ་བློ་དེ་ཡང་སེང་ཡང་སུ་འཁོར་གི་འདུག། ཨ་ནེ།

དཔེ་མི་སྲིད་ཡག་པོ་བྱུང་སོང། རིགས་ལམ་སློབ་གཉེར་ཁང་ཆེད་འཛུགས་གནང་བྱས་ནས་ད་མི་ལོ་ལྔ་བཅུ་ཐུབ་ཟིན་འཁོར་ཡོང་དགོས་པ་ལ་དེ་ནས་འདི་སྐོར་སུ་ད་ཅིག་མི་ལོ་ལྔ་བཅུ་ནང་ལོ་ནས་ད་ཅིག་གཟེངས་སུ་ཐོན་པའི་གི་གྲུབ་འབྲས་ལ་དགོས་ལ་ད་དེ་འདྲ་དཔེ་མཚོན་ཡག་ཤོས་དེ་ཁྱེད་ལག་རྣམ་པ་གཉིས་ང་ཚོའི་སྐུ་མདུན་ལ་ཡོད་པ་རེད་ད་ནང་བཞིན་གྱི་ཡང་ཁྱེད་ལག་སྐུ་གཉིས་ཀྱིས་ད་ཅིག་རིགས་ལམ་སློབ་གཉེར་ཁང་གི་དུག་ཆེན་གཙོ་འཛིན་དུ་ཐུགས་འགན་བཞེས་ཀྱི་ཡོད་དུ་སྐབས་སུ་གྲུབ་འབྲས་ཡང་གཟེངས་སུ་ཐོན་པ་དེ་ག་རེ་ཟེར་གི། ང་ཚོའི་རིགས་ལམ་སློབ་གཉེར་ཁང་གི། སྤྱི་ཚོགས་ནང་ལོགས་ལ་ཕན་ཐོགས་ཤོས་ཀྱིས་ད་གཙོ་བོ་དེ་ང་ཚོ་ཨོ་རྒྱན་དམ་པ་དགེ་ལོགས་སུ་ཡར་ཚུར་ཐུགས་རྗེས་བཀའ་དྲིན་ཆེ་དེ་ཡང་གོང་ས་མཆོག་གི་ལམ་སྟོན་དགུའི་འོག་ནས་ས་རཱ་དྷུ་ལོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལུགས་ལ་ཐོག་མར་གསེར་ཏུ་ཨོ་རྒྱན་དམ་པ་བཙུགས་པ་རེད་དེ་དུས་དགེ་རྒན་འོས་སྦྱོང་བ་མི་བཞི་བཅུ་ཡོད་རེད། ལས་བྱེད་འོས་སྦྱོང་བ་མི་སུམ་ཅུ་ཡོད་རེད། ཟུར་སྦྱོང་བ་མི་ཉི་ཤུ་རེད་བཅུ་བཅུ་རེད་ཅིག་ཡོད་རེད་འདོན་པའི་མི་བརྒྱད་ཅུ་སུ་ཡོད་དམ། དེ་ནི་མཚོན་པའི་ད་ད་བོར་འདུག་ལ། མ་གིས་ནས་ཐོན་འདས་བོད་ཀྱི་སློབ་མ་ལྔ་སྟོང་ལྷག་ཙིག་ཡོད་རེད། ད་འདིས་ང་ཚོའི་རོལ་ལམ་ལོ་ཉེས་ཁང་ཨ་མ་ལས་ཆེ་བ་ཕ་ལས་བུ་རྫི་བ་བུ་ལས་ཚ་བོ་རྫི་ཡས་ཀྱིས་ད་འདི་དངོས་གནས་ང་རང་གིས་ད་ཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་རིག་ལམ་ལྷོ་ཉེས་ཁང་དེ་འཛུགས་པའི་འབྲས་བུ་དེ་བཟང་པོ་ཞིག་ཐོན་ཤག་དེ་ཡང་ཐོན་པར་མ་ཟད་བེད་དངོས་གནས་འབྲས་བུ་དེ་གཡུར་དུ་ཟ་བ་ཞིག་དངོས་གནས་ཕན་ས་དེ་ལ་ཕན་བདེ་བ་ཅིག་འོ་འདི་ཐོང་ས་ངས་ཞེ་ངས་འདི་ཅིག་དྲན་གྱི་ཡོད། རིག་ལམ་ལྷོ་ཉེས་ཁང་ཐོག་མ་བཙུགས་དགོས་ཡ་དེ་ཡང། ང་ཚོ་ནང་ཆོས་སྦྱང་ས་མེད་ནས་བཙུགས་པ་དེ་འདྲ་ཡང་མ་རེད་ལོ། གཙོ་བོ་དེ། ནང་ཆེ་ཤེས་པ་ཞེས་བྱ་བའི་སྟངས་ནི། དང་དུས་ཀྱི་ཤེས་ཡོན་ཡིན་ཡོད་པ། དང་དུས་ཀྱི་སྤྱི་ཚོགས་ནང་ལ་ཕྱིན་ནས་སྤྱི་ཚོགས་ཀྱི་ཞབས་ཞུ་ཞུ་དུས་ཡ། འདི་འདྲ་བའི་རྨང་གཞི་ཅིག་གཞི་ལ་བཞག་ནས་ནི། རང་ལ་ལྷུན་ཡོད་ཁོང་དེ་བཙུགས་པ་དེ་འདྲ་ཞིག་རེད་བ། དེ་བཞིན་དུ་ཡང་ང་ལ་ང་ཚོ་འདི་ནས་ཐོན་བསྡད་པ་ནང་ལོགས་ལ། ྋགོང་ས་མཆོག་གིས་སྔོན་མ་གསུངས་པ་ནང་བཞིན། ཚིག་དང་སྒྲུབ་པ་ཉམས་པ། ཉམས་ལེན་ནང་ཉིན་ད་ནང་ཚོ་དགུ་བདུན་ཡོད་མི། རིང་ལ་སློབ་གཉེར་ཁང་ནས་སློབ་སྦྱོང་མཐར་ཕྱིན། ནི་གདན་ས་གྲྭ་ཚང་ཁག་ལ་ཆེད་ཡང་སྐྱོར་དཔེ་ཆ་བལྟ། དགེ་བཤེས་ལྷ་རམས་པ་ཐོན་ཏེ་ཉིན་བཅོ་ལྔ་ཡོད། རེད་པ། ད་ནི་བཞིན་ང་ཚོའི་རིང་ལ་སློབ་གཉེར་ཁང་ནས་ལྷག་པ་མཐར་སོན། གདན་ས་ཁག་ལ་ཕྱིན་རྗེས་ཚོགས་རིམ་པ་དང་མདོ་རིམ་པ་ཐོན་ཏེ་ཉིན་མི་སུམ་ཅུ་སོ་གྲངས་ཅིག་གོང་དུ། ང་ཚོའི་རིང་ལ་སློབ་གཉེར་ཁང་རང་གི་ནང་ནས་ནི་དེ། ང་ཚོས་འདི་ལ་རིས་མེད་དགེ་བཤེས་ཟེར་གྱི་རེད་ད་རུ་བ། རིས་མེད་དགེ་བཤེས་ཐོན་དེ་ཉིན། ཨ་ནི། དོན་གཅིག་དོན། དོན་གཅིག་དོན་དྲན་གཅིག་ཡོད་ཆ་ཚང་བསྡོམས་པ་ཡིན་ན། དེ་འདྲའི་སྤྱི་འཐུས་དགོངས་ལ་དོན་གཙོའི་རིགས་དེ་འདི་ནས་མ་ཐོན་ཚར་བའི་རྗེས་ལ། བོད་པའི་གི་ཇུས་ཚོགས་ཤེས་ཡོན་གྱི་སྡེ་ཚན། སློབ་གྲྭ་ཁག། ཨ་ནི། གཅིག། སྒྱུར་གྱི་སྡེ་ཚན། གསུང་སྒྱུར་གྱི་སྡེ་ཚན། སྐད་སྒྱུར་གྱི་སྡེ་ཚན། རྩོམ་རིག་སྡེ་ཚན། འདི་འདྲ་མང་པོ་ཡོད་ད་ང་ཚོས། ད་ནས་བཞིན་ཕྱི་རྒྱལ་གྱི་མཐོ་སློབ་ཁག་ནང University ནང་ལོགས་ལ་དཔེར་ན་ང་ཚོས་དཔེ་མཚོན་སྒྲོག་བརྗོད་ཞུས་པ་ཡིན་ན། རྒན་བློ་བཟང་བསྟན་འཛིན་ནེ་གི་ཁོང་ང་ཚོའི་རིང་ལ་སློབ་གཉེར་ཁང་ནས་ཕར་ཕྱིན་ཆ་ཚང་མཐུན། ཨ་ནི། གྲྭ་ཚང་སློབ་སའི་ནང་ལ་ཕྱིན་ཕེབས་ནས་བོད་སྐད་ནས་དཔེ་ཆ་དག་ད་ལྟ་བོད་སྐད་སིནཧེ་མུ་རི། མཐོ་སློབ་ཀྱི་ནས་སློབ་དཔོན་གནང་དགོས་ཡོད་ར། ད་ནས་བཞིན། ང་ཚོ་ཚེ་རིང་དབང་ཕྱུག་ལ་ཟེར་ཞིག་ཁོང་ཡང་ང་ཚོ་མཚན་ཉིད་ཐོན་ཆེད་ད་ལྟ San Francisco University ནང་ལོགས་ལ་སློབ་དཔོན་གཞོན་པའི་གི་དགེ་རྒན་གནང་བསྡད་ཅིག་རེད་ད་ནི་སོན་རྒན་བསྟན་འཛིན་དུ་ཆེད་ལ་ད་ལྟ California University ནང་ལོགས་ལ་སློབ་དཔོན་གི་གོ་གནས་བཞེས་ཆེད་སློབ་ཚན་འཁྲིད་དགོས་རེད་ད་ནི་བཞིན་ང་ཚོ་ཐུབ་བསྟན་ཀུན་དགའ་ལ་ནི Portland ནང་ལོགས་ལ་ནི Vassar University ནང་ལོགས་ལ་ནི། གར་ཟེར་བ་རེད་སློབ་ཚན་ཁྲིད་བསྡད་པ། ད་ནི་ཕྱིན་ང་ཚོའི་བྱེས་པའི་ནང་ལུགས་ལ་དཀོན་མཆོག་རྒན་དཀོན་མཆོག་ཟེར་དེ་དང་རྒན་བསོད་ནམས་རྒྱལ་མཚན་གཉིས་ཀྱིས་པོ་ཏཱ་ལ་ཀོག་ལེ་ཅེས་ཟེར་བཙུགས་རྗེས་དེ་ལ་བོད་པའི་ནང་ཆོས་རིག་གཞུང་དེ་ཚོས་སློབ་གཉེར་དེ་ཚོ་བག་གནང་བྱས་འདུག་ཟེར་རེད་ང་ཚོ་བོད་བཙན་བྱོལ་ནང་ལུགས་ལ་ཡིན་པ་ཡིན་ན་ཡང་རྒན་ལྷག་རྡོར་ལ། བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་ཁོང་ང་ཚོ་ལྟར་ང་ཚོ་དེ་རིང་སང་ངོ་ཡོངས་གྲགས་ཀྱི་བའི་རྒྱལ་སྤྱིའི་རང་བཞིན་ཅན་གྱི་ནི་སྙན་གྲགས་ཅན་གྱི་ནི་དགེ་བཤེས་ལ་ཆགས་དགོས་པ་རེད། ད་ནི་བཞིན་ལྡི་ལི་བོད་ཁང་གི་དགེ་བཤེས་རྡོ་རྗེ་དགྲ་འདུལ་ལ་ང་ཚོ་དེ་རིང་སློབ་གཉེར་ཁང་ནས་སློབ་གཉེར་གནང་ཆེད་ད་ལྟ་མ་གི་ལྡི་ལི་བོད་ཁང་གི་འགན་འཛིན་གནང་ཆེད་རྒྱལ་སྤྱིའི་རང་བཞིན་ཅན་གྱི་ནི་མཁས་བའི་ཁྲི་ལ་ཕེབས་ཆེད་ནི་བོད་ཀྱི་བོད་ཀྱི་ནང་བསྟན་དང་ད་ནི་བཞིན་ནི་བོད་ཀྱི་རིག་གཞུང། དེ་འདྲའི་རྒྱ་ཆེན་པོ་ནས་སྤེལ་དང་སྤེལ་བཞིན་པ་དེ་འདྲ་རེད། དེའི་མཉམ་དུ་ལ་གོང་ས་མཆོག་གིས་ད་མཛད་འཕྲིན་འཛམ་གླིང་རྒྱལ་ཁབ་མང་གྲགས་མང་པོ་ལ་བསྐྱང་དགོས་ར། འདི་བསྐྱང་བ་ལ་ཡང་བརྒྱུད་རིམ་དེ་ལ་གསུང་བསྒྱུར་གྱི་གོ་ར། ད་དེའི་ནང་ལོ་རྒྱ་སྐད་ཀྱི་གསུང་བསྒྱུར་དེ་ང་ཚོ་རི་ལ་སློབ་གཉེར་ཁང་ནས་རེད། དབྱིན་ཇིའི་གསུང་བསྒྱུར་ད་ལྟ་བསྟན་ཚལ་བ་ལ་རི་ལ་སློབ་གཉེར་ཁང་ནས་རེད་ཡན་ལག་ལྔ་གཉིས་འཛིན་གྲྭའི་གཅིག་པ་རེད། ད་ནང་བཞིན་ཀོ་རི་ཡ་གི་གསུང་བསྒྱུར་དེ་ང་ཚོ་རི་ལ་སློབ་གཉེར་ཁང་གི་སློབ་གསོ་རེད། ད་ནང་བཞིན་ཝེ་ཏི་ནམ་གྱི་གསུང་བསྒྱུར་དེ་རི་ལ་སློབ་གཉེར་ཁང་གི་སློབ་གསོ་རེད། རྒྱ་གར་གྱི་གསུང་འགྱུར་དེ་ང་ཚོ་ལ་ལོ་གཉིས་གང་ད་ལྟ་ལྷོད་མ་ཡིན་བཞིན་པ་རེད། ཨན་ད་ནི་འཇར་མ་ནི་གྱི་གསུང་འགྱུར་ད་ནི་དགེ་བཤེས་མ་སྐལ་བཟང་དབང་མོ་ལ་ནི་ང་ཚོ་རང་ལ་ལོ་གཉིས་གང་གི་རེད། ནི་ད་ནི་བཞིན་དགོན་སྡེ་ཁག་གི་ཆེད་བཤད་གྲྭ་ནང་ལ་ཡང་དགེ་རྒན་གྱི་ཕྱག་ལས་གནང་དེ་ཉིན་ད་ནི་དཔེ་ཆ་ཁྲིད་དེ་ཉིན་ཨན་ད་ནི་བཞིན་མཁན་པོ་གནང་དེ་ཉིན་ཨོ་དེ་འདྲའི་གང་ལ་གང་ཟེར་ད་དུས་ཚོད་མ་ང་ཚོས། ས་ཆ་ཆུང་ཆུང་རེད། མི་འབོར་ཉུང་ཉུང་རེད། ང་ཚོ་གོང་ས་མཆོག་གི་གསུང་ཡ་བྱེད་པ། ཐབས་ཆུང་ཆུང་ལ་མེད་ཚ་བོ་ཟེར་ང་དེ་འདྲི་ཅིག་གོང་ས་མཆོག་གི་གསུང་བ་འདི་དེ་ད་ལྟ་དག་རིང་བསྡད་ཀྱི་འདུག་བསམ་གྱི་འདུག། དགེ་ལགས་རྣམ་པ་གཉིས་ལྟ་བུ་ཆ་མཚོན་པ་ན་ལྟ་ཅིག་རིགས་ལམ་སློབ་གཉེར་ཁང་དེ་ནས་ཐོན་བྱས་ནས་ཡང་ནི་ཅིག་སོ་སོའི་སྤྱི་ཚོགས་ནང་ལ་དངོས་སུ་འདུག་ཟིན་ནས་ཕལ་ཆེ་ནས་ཞབས་ཞུ་སྒྲུབ་དེ་ཉིད་ཀྱི་མི་སྣ་ཅིག་ཆགས་ཏེ་འོ་ལོ་ཨ་ལ་དེ་ནས་འདུག་ལྟ་དགེ་ལགས་ལྟ་བུ་ཆ་མཚོན་པ་ན་ད་ཅིག་སོ་སོའི་གི་བླུན་པོ་པི་ཏིའི་ནང་ལོགས་ལ་ཡ་ད་བུ་ཉམ་ཐག་རེད་ད་ཅིག་བུ་སློབ་ཡོན་སྤྲད་མ་འདུག་ངས་དེ་འདྲའི་མང་པོ་ཅིག་ལ་ཡ་སློབ་གྲ་བྱེད་འཚུགས་གནང་ཡ་དང་ད་ཤེས་ཡོན་དང་འབྲེལ་བའི་ཐོག་ནས་མཐུན་འགྱུར་རོགས་རམ་གནང་ཡ་དེའི་གི་བསམ་བློ་ཐོག་མ་དེ་ག་འདྲས་སུ་རྙེད་སོང་གི་ལ་ལ། རི་ལབ་སློབ་གཉེར་ཁང་དེ་ད་མི་རྒྱུ་ཐུན་མོང་མ་ཡིན་པ་བཅས་ཡིན་དུས་ད་འདི་སླེབས་དུས་ཕྲན་སི་པིག་གི་རི་རྩར་རྙེད་འདི་ང་ཚོ་གོང་ས་ཡིན་རིགས་ང་ཚོ་ཚང་མ་འགྲོ་གི་ཡ་རེད་དེ་དེ་དུས་ང་ཚོ་ཏི་སི་བྷི་གི་ད་ད་དེ་རི་ཟར་དེ་ཚོ་ང་ཚོ་ར་གའི་རོ་བ་དེ་དུས་ང་ཚོ་པི་ཏི་ཏའོ་དེ་པི་ཏི་ཐང་ཞིག་ལ་སྤུ་གུ་བརྒྱད་ཙམ་ནས་སྤུ་གུ་གཉིས་མ་གཏོགས་སྤགས་ཆུ་ཡོད་མ་རེད། དེ་ང་ཧང་འདྲ་བ་ས་ས་རེད། ད་གཅིག་འགྲིག་གི་མི་འདུག་བསམ་ནས་དེ་བསམ་བློ་འཁོར་བ་རེད། ད་དང་པོ་པི་ཏི་ཏའོ་བ་ང་ཚོ་དེ་དུས་དཔེ་སྐྱོ་བོ་རེད་དེ་ཕྱིན་དབྱིན་ཇི་འགྲོ་མྱོང་ཡོད་མ་རེད་དགེ་རྒན་ར་ཡ་ཡོད་མ་རེད། ད་སློབ་གྲྭ་ཚུགས་ཐུབ་ཀྱི་ཡོད་ན་མེད་ན་བསམ། ཐོག་པ་ན་ལས་ཀ་བྱེད་མཁན་མང་པོ་ཞིག་དཔེ་ཆ་ཞིག་ག་བ་ནས་ཡོང་གིན་འདུག་ད་དེ་ལས་དཔེ་མི་ཆ་ཞིག་བཟོ་གིན་འདུག་ངའི་ཆ་ཞིག་ཁྱོད་རྩ་བ་ཉིད་ནས་བཟོ་ཡོང་མར་དེ་དུས་དང་པོ་ཡོད་དུས་ང་རང་ངོ་ཤེས་པ། དབྱིན་ཇི་དགེ་རྒན་ལོ་དགེ་བཤེས་ཇོས་དགེ་བཤེས Graham ལ་ཡོད་དེ་ཁོ་རང་གིས་དབྱིན་ཇི་བྲིས་རོགས་པ་བྱེད་དགོས་ལ་ཡོད་དེ་ཁས་ལེན་དུ་ཞུས་ཡོད་རེད། ད་མི་སྐྱོ་བོ་ཅིག་ལ་ག་འདྲིས་གོ་སྐབས་རག་དགོས་འདུག་གཟིགས་ཅིག་ད་དམིགས་ཡུལ་གཙོ་བོ་ད་ལྟ་འདི་རེད། ད་ད་ལྟ་པི་ཏི་འདྲ་བ་ཅིག་ལ་ང་འདྲ་བོ་ཆ་ཚང་འགྲོ་ཅེས་དཔེ་ཆ་ཁས་ལེན་དགོས་མེད་ཕུལ་ཡོད་ལ་ངས་ཞུ་ཐུབ་ཀི་མི་འདུག་ཡིན་ནའང་མི་སྐྱོ་ཤོས་ཅིག་གི་བར་ཆད་ཡོང་ཐུབ་ཡག་གི། ལམ་ཁ་དེ་ངོ་ནས་དྲངས་ནས་ད་ལྟ་ཆགས་འདུག་ཡ་རེད། ཕར་ཕྱིན་དབྱིན་ཇིས་རྒྱ་གར་དབྱིན་ཇི་ལབ་དྲོ་འགྲོ་ཉན་ཚེ་རེ་ཟུང་གཅིག་གཉིས་ཅིག་ཡོད་ན་མ་གཏོགས་ཕར་ཕྱིན་འགྲེལ་བཤད་ཅིག་ཡོད་ཀྱི་མ་རེད། སྐྱིད་ལགས་ཐུགས་རྗེ་ཆེ་མིན་ན་ལྟ་ཅིག་ཕ་ཡུལ་མོན་རྟ་དབང་ཁུལ་ནི་གཡང་སྐྱིད་ཉམ་ཐག་རེད་དབུལ་པོ་རེད་དེ་འདྲའི་གི་བུ་མང་པོ་ཅིག་ལས་ཡ་སློབ་ཡོན་གྱི་ཐོག་ནས་རོགས་པ་གནང་ཡ་རེད་དེ་འདྲ་མང་པོ་ཞིག་གནང་དུས་ཡོད་ས་རེད་ཁྱེད་ལགས་ཀྱི་ཕྱག་ལས་དུས་འདི་ཞིག་ངོ་དྲན། ཕྱི་ལོ་ཉིས་སྟོང་ལོར་དརམ་ས་ལ་ལས་ས་ར་མཐོ་རུབ་ན་འཛུལ་ཞུགས་བྱས་ཡོང་དུས་ད་མི་མང་པོ་མཐོང་གི་འདུག་ཨ། མི་མང་པོ་ཐུགས་ཀྱི་རྗེ་གཅིག་བཤད་གཉིས་བཤད་ཅེས་བསྡོད་བཞིན་ནི་ལོ་ལྟར་སློབ་ཆུང་ལས་ཀ་འདི་འདི་པའི་མི་ཚེ་སྐྱེལ་གྱིན་པ་རེད་ཤག། སློབ་ཆུང་དེ་མེད་ན་དགུན་ཆོས་རྒྱ་ཡག་འཁོར་མི་འདུག་བསམ་པའི་བསམ་བློ་དེ་ཤུགས་ཆེན་པོ་འཁོར་གྱི་འདུག་དེའི་འཁོར་གྱི་ཡོད་པ་སོང་ཙང་ད་ལྷག་པར་དུ་སོ་སོའི་གྲོང་གསེབ་ཀྱི་གནས་སྟངས་སོ་སོས་ཧ་གོ་དགོས་རེད། ཨ་ནི་ཇུན་མ་སོ་སོས་རིག་གནས་དེ་གའི་ཐོན། མཚན་ཉིད་སློབ་གྲྭའི་འཛུལ་ཞུགས་བཅས་ཨ་ནི་རྩིས་རྒྱབ་ཡོང་དུས་ལོ་བཞི་བཅུ་ཞེ་གསུམ་བཞི་བཞི་བསྡད་པ་ལེགས་ཀྱི་འདུག། དེའི་རྗེས་བསླབ་གྲྭ་གཅིག་བརྒྱབ་དགོས་ཀྱི་འདུག་བསམ་པའི་ཤུགས་ཆེན་པོས་བསམ་བློ་འཁོར་དགོས་འདུག་ཡང་མོས་འདི་བར་སུ་སློང་དགོས་ན་སློང་ག་རེ་བཤད་དགོས་ན་བཤད། བསླབ་གྲྭ་གཅིག་བརྒྱབ་དགོས་ཀྱི་འདུག་བསམ་པའི་བསམ་བློ་ཤུགས་ཆེན་པོ་འཁོར་སོང། དེ་ནས་ཉིས་སྟོང་བདུན་བརྒྱད་དེ་བར་སླེབས་ཡོང་དུས། ད་ཚེ་དང་སྒྲུབ་པ་མཉམ་ལ་གི་འདི་བྱུང་ནི་དེ་ཡག་ཤོས་རེད་བ། ཡིན་ན་འདི་ཁག་པོ་ཞིག་ཅིག་མཐོང་སོང། ད་སྤྱི་ཚོགས་ཞབས་ཞུ་ཞུ་ཡོད་ཅིག་འགོ་བཙུགས་ཀྱི་འདུག་བསམ་བློ་འཁོར་རྗེས་ནས་ང་ཚོ་དགེ་བཤེས་ང་ཚོ་རིན་པོ་ཆེ་རེད་ང་ཚོ་དགེ་བཤེས་གསུམ་ཞིག་ཅིག་ཡོད། ང་ཚོ་གྲོང་གསུམ་གྱི་གནས་སྟངས་དེ་ཚོ་བོད་མི་ཚོས་སྐྱོ་པོ་ར་ད་འདི་ཚོ་ཅིག་བྱེད་དགོས་ཀྱི་འདུག་ང་ནི་ང་ཚོ་བསམ་བློ་ཤུགས་ཆེན་པོ་ཅིག་སྐྱེ་ཆེད་བཤད་ཀྱི་ཡིན། བསམ་བློ་ཤུགས་ཆེན་པོ་སྐྱེ་བཞིན་ད་སུད་སུད་ཡོད་ཅིག་ཅན་རེད་སོ་སོ་སློབ་ཕྲུག་རོ་སློབ་ཕྲུག་རེད་ཨ་ནི་དེ་འཛིན་གྲྭ་ཅིག་འགྲིམ་དགོས་ཀྱི་ཡོད་རེད།

འདི་བོད་མི་སེ་ཡག་པོ་རེད་དང་སྐྱོང་ལམ་གྱི་ཕྱག་བྲིས་ཤིག་གནང་སོང། འོ་འདི་བོད་མ་སེ་ཡག་པོ་བྱུང་སོང། བྱས་ཙང་འདི་ནས་ང་ཚོས་ད་ངས་ལས་འགུལ་འདི་ཉིས་སྟོང་བཅོ་གསུམ་ཉིས་སྟོང་བཅོ་གསུམ་ལོ་ལས་ལས་འགུལ་འགོ་སྤེལ་བ་རེད། འགོ་བཙུགས་པ་རེད། འགོ་བཙུགས་ཞེས་ད་དེ་རིང་སང་ཉིན་ད་ལས་ང་ཚོ་སྤུ་ག་ཚོད་ཡོད་ན་སྤུ་གུ་བཞི་བཅུ་ཡོད། སྤུ་གུ་བཞི་བཅུ་བྱས་དེ་ནང་ནས་ཕ་མ་མེད་བསྡད་མཁན་མང་པོ་ཡོད། བུ་ས་མཚམས་རེད་འབྲུག་ས་མཚམས་རེད་ཨ་ནི་དེ་ནས་ཀྱི་ཕ་མ་མེད་བསྡད་མཁན་ཕ་མ་གཉིས་ཀ་མེད་བསྡད་མཁན་མང་པོ་ཡོད། ཁ་ཤས་ཕ་མ་གཅིག་ཡོད་རྒྱུ་གཅིག་མེད་རྒྱུ། དེ་གང་ལྟར་མི་ཚང་སྐྱོ་པོ་རྐྱང་རྐྱང་ཡིན་འདུག་གོ། ན་ནིང་ལོ་རེ་ད་ཇི་སྲིད་པའི་ནས་འཛིན་གྲྭ་བཅུ་གཉིས་ཐོན་མི་ལྔ་ཡོད། ལྔ་ནང་ནས་ད་ཕོག་ས་གཉིས་འཛིན་གྲྭ་བཅུ་གཉིས་ཨ་ཕ་ཇི་སྲིད་པའི་འཛིན་གྲྭ་བཅུ་གཉིས་ཐོན་རྗེས་ད་ལོ་ད་རྒྱ་གར་དམག་མི་ནང་འཛུལ་ཞུགས་བྱས་རེད། ཨ་ནེའི་བུ་མོ་གཉིས་ཡོད་གཅིག་མ་སུ་རི་རེད་གཅིག་ད་ནི་ཨ་ཕ་ཇི་སྲིད་པའི་རེད། ནར་སིང་ཁོ་ལེ་ཆིད་ཉེ་ཆར་འཇོན་རྗེས་ས་སིང་ནར་སིང་མཐོ་སློབ་ནང་འཇོན་རྗེས་ས་སིང་བུ་གཅིག་དེ་ད་ནི་ལོ་བཅུ་མ་གཉིས་ཚུད། ནི་ཏང་ཡོན་གྱི་ཆེད་དུ་གར་སོ་གོ་རེད།

ད་དུས་ནང་ལ་མི་ཚང་གཅིག་ནས་སྤུན་རྒྱག་བུ་མོ་གཉིས་ཨམ་ཅིར་ཐོན་དུ་ཉེ། དེ་ནས་མང་མི་ནང་ལ་སྤུན་རྟགས་དེ་དེ་ང་ཚོ་དེ་མལ་སྦྱོར་ནས་དེ་བྱེད་ཉེ་དེ་ཀེབ་ཀྲ་ནས་དེ་བྱེད་ཉེ། ད་ལོ་བུ་གུ་གཅིག་ད་ཨའི་ཨའི་ཏྲི་ལ་ཡ་དེ་ཡིན་ད་པད་མའི་སྲིད་པའི་ཐོ་བུ་ཚིག་ནོར་འདི་མོ་མུམ་བའི་ཨའི་ཏྲི་ནང་ལ་བུ་གུ་གཅིག། ད་ལོ་གཅིག་བུ་མོ་ཚེ་དྲུག་བུ་མོ་གཉིས་ནང་ནས་བུ་མོ་གཅིག་དེ་པ་ཅི་ཀང་ཀྲ་དང་ཀྲ་དེ་ལ་དེ་ལ་ང་ཚོ་དེ་ཀང་ཀྲ་དེ་ལ་རག་སོང། གཅིག་དེ་ཤུགས་ལུགས་དེ་འགལ་དེ་ལ་འགལ་ན་ར་བར་རག་བྱས་ཏེ་ཤུགས་ལུགས་སྦྱོར་མ་བྱས་བྱས་ན་ལགས་སོ། ཕར་ཆེར་ད་གྲུབ་འབྲས་དཔེ་མི་སྲིད་པས་འོ་ཚོད་ཡག་པོ། བུ་ལ་ལྟ་ཅི། ད་ལྟ། རིགས་ལམ་སློབ་གཉེར་ཁང་དེའི་ནང་ལོགས་ལ་ཡ་ད་ད་དེ་ཆ་ལ་ཡ་དེ་ཅིག། དགེ་འདུན་པ་རབ་བྱུང་ཙམ་མ་ཡིན་པར་མི་སྐྱ་མང་པོ་ཞིག་གཏུགས་བྱས་ནས་སློབ་གཉེར་གནང་ཡ་གི་གོ་སྐབས་གནང་གོ་རོ་བ་ལ་དེ་ནས་འདུག་གོ་སོང་མི་སྐྱ་ཐོག་མ་ཅིག་ལྟར་སློབ་ཞུགས་མགོ་བཙུགས་ཡ་ཆོད་རོགས། ག་དུས་ནས་མགོ་བཙུགས་བ་སྒྲོག་ཆེ་ན་དེ་གི་ཡང་ཅིག་མི་གུས་སྒྲོག་ཆེ་གར་སྒྲོག་ཅིག་ཆ་བས་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོ་ལ། ང་རང་ཚོའི་བོད་མི་སྒྲིག་འཛུགས་ཀྱི་ཤེས་རིག་ཚོགས་ཆེན་ཐེངས་གཉིས་པ་དེ་འཚོགས་ནས། དེའི་སྐབས་སུ་གོང་ས་མཆོག་ཚོགས་ཆེན་ང་ལ་ཕེབས་རྗེས། གནས་དགེ་རྒན་དུ་འཛུལ་གྱིས་བསམ་བྱ་ཡོད་བྱུང་ཤ་ལྷབ་འདྲ་ག་ལ་དེ་འདྲའི་གྲྭ་བ་བྱེད་ཀྱི་ཡིན་ཟེར་ངས་མང་པོ་འདུག་གྲྭ་བ་བྱས་ནས་ཀི་ཚུར་ལོངས་སྤྲུལ་ཤོག་ཉེས་ཡང་མང་པོ་འདུག་ད་དེ་ཚོའི་གདན་ས་ལ་འགྲོ་གི་མིན་ཟེར་གི་འདུག་ཁོང་ཚོ་འདི་བ་ཅིག་སློབ་སྦྱོང་པའི་དང་དུས་དང་མཐུན་པའི་ནང་ཆོས་ཅིག་སྦྱང་གི་ཡིན་ཟེར་གི་འདུག་དེ་གོང་ས་མཆོག་ལ་སྙན་གསང་ཞུས་དུས་གོང་ས་མཆོག་གིས། ད་ངས་ས་ཆ་ཅིག་ལྟ་གི་ཡོད་ཟེར་ལྟས་དགོས་ཟེར། ས་ཆ་འདི་ད་ལྟ་ང་ཚོའི་ས་ཆ་འདི་གནང་འདི་གོང་ས་མཆོག་གི་ས་ཆ་རེད། ད་ང་ཚོ་རྒན་ལ་བཀའ་གནང་ཅིག་ད་ཁྱང་འདི་ཚུགས་ཤོག་ར་འདི་ཡོང་ནས་འདི་གི་དགེ་རྒན་དང་འཛིན་སྐྱོང་བྱེད་ཉན་ཏེ། ནང་ཆོས་ཤེས་པ་གང་ཞིག་ལ། སྲོལ་རྒྱུན་གྱི་ནང་ཆོས་ཤེས་པ་གང་ཞིག་ལ། དྭངས་བསྡུས་ཀྱི་སློབ་སྦྱོང་སྤྲད་སྟངས་ཀྱི་ཐབས་ལམ་ཡང་ཤེས་ངེས་ཀྱི་དགོས་མཁོ་ཐོག། སློབ་ཕྲུག་སྐད་གསང་བྱས་ཏེ་དྭངས་རེག་དང་མཐུན་པའི་སྐད་གསང་བྱེད་དགོས་ཏེ་དེ་ཁྱེད་རང་ཡོང་དགོས་མཁོ་ཐུག་ཟེར་གསུངས་ཤག་ཨ་ནི་ང་ཚོ་རྒན་དམ་འདི་ལ་ཕེབས། དམ་བཙུགས་བས་དེར་བ་ད་འདི་ཡིན་དུས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ནི་རྒྱ་གཅིག་གྷ་བཤིས་སི་བར་དུ་ལ་བོད་ཆེ་མི་སྐྱ་ཕྱི་རྒྱལ་ཡོག་རེ་མ་ཏོ་བོད་པ་མི་འདུག་ཧི་མ་ལ་ཡ་མི་འདུག་རོ་ཧི་མ་ལ་རི་རྒྱལ་མི་སྐྱ་མི་འདུག་གྲ་བ་རྐྱང་རྐྱང་རེད་ཕྱི་རྒྱལ་མི་སྐྱ་ཡོག་རེ་མི་གསུམ་ཡོག་རེད་ཁོང་ཚོ་ཡ་གྲ་བ་ཆེར་བྱེད་ལ་ད་དེ་ཕྱིས་སུ་ཧི་མ་ལ་ཡ་རི་རྒྱུ་ནི་མང་པོ་ཞིག་འཛོམས་རེད་དེ་དུས་ཧི་མ་ལ་ཡ་རི་རྒྱུ་ལ་མི་ལྔ་གིས་ཐོབ་ཐང་ཡོག་རེད། མིག་སྔ་མ་དང་ཚང་མ་ཡོད་ཚད་ཚང་མ་འཛུལ་དགོས་མ་རེད། མིག་སྔ་ཧི་མ་ལའི་རི་ཡི་ནང་ཞུགས་ཆོག་གོ་རེད་གཞན་པ་བོད་པ་དམངས་ཆོས་བོད་པ་ཅིག་ད་འདི་རྗེས་ལ་གོང་ས་མཆོག་གིས་ད་འདི་ནང་ལོགས་ལ་མི་རྒྱ་ཡིས་འཛུལ་ན་ཡག་པོ་འདུག་ཨ་ཟེར། དེ་ནས་ང་ཚོ་རྒྱན་དམ་པ་དག་ཡིན་ད་ཡིན་ཟེར་དང་པོ་དྲི་ཟི་བས་ནི་ཡིན་ལན་ཞག་འདི་རྗེས་ལ་ད་ཕྱི་རྒྱལ་ཁག་ནས་མང་ཡོང་ཕྱི་རྒྱལ་ཁག་ནས་ཡོང་དུས་ང་ཕྱི་རྒྱལ་ཁག་ཁོང་ཚོས་ད་ཨ་ནི་ཡོད་རེད་མི་རྒྱ་གྲྭ་བ་ཕོ་མོ་ཆ་ཚང་ཡོང་གོ་རེད་ཡིན་ན་ཡང་འདས་ས་འདི་སློབ་གྲྭ་གི་ལྕགས་རི་ཕྱི་ལོགས་ལ། སློབ་གྲྭ། སློབ་ཚན་ཡོང་ཆོག་ཡ། ཆོས་ར་འགྲོ་ཆོག་ཡ། འོ་དོ་བྱས་ནས། ད་གང་ཡིན་ཟེར་དུས་ང་ལ་གཙོ་བོ་འདི་རེད་ད། ང་ཚོའི་གྲྭ་པ་གཅིག་པུ་ཙམ་མ་ཡིན་པ་ལ། སྤྱི་ཡོངས་ཀྱི་མི་སུ་འདྲ་ཞིག་ཡིན་པ་ཡིན་ན་ཡང་ནང་ཆེད་བྱང་ཡག་གི་འདོད་པ་ཡོད་ན་གོ་སྐབས་འདི་བསྐྲུན་དགོས་ཀྱི་འདུག་དེ་ང་ཚོའི་སྲོལ་རྒྱུན་གྱི་དགོན་པ་ཁག་ལ་ནི་བསྐྲུན་ན་ཁག་པོ་རེད། དེ་བྱས་དུས་ང་ཚོ་རོ་ལངས་ལྷོ་སྨྱོན་ཁང་དེ་ལ་འོས་ཤིང་འཚམ་པ་འདུག།

ལགས།
ད་ང་ཚོས་ཀླ་ཀློ་གཡོན་གང་གི་འགྱུར་བ་ཟེར་ན་དེ།
སློབ་སྦྱོང་གི་རིམ་པའི་ཁོངས་ནས་འགྱུར་བ་འགྲོ་ཡོད་རེད། སློབ་མ་གི་ཡོང་ཁུངས་ནས་འགྲོ་འགྱུར་བ་འགྲོ་ཡོད་རེད། དཔལ་འབྱོར་བ་གང་ནས་འགྱུར་བ་འགྲོ་ཡོད་འགྱུར་བ་འགྲོ་སྟངས་གསུམ་གོ་ནི་རེད་ད། དཔལ་འབྱོར་བ་གང་ནས་འགྱུར་བ་འགྲོ་སྟངས་དེ་ཐོག་མ་དེ་ཀླ་ཀློ་གཡོན་གང་བཙུགས་ནས་ལོ་བཅུ་བཅོ་ལྔ་ཟིག་རང་ལ་ས་ཡ་སྟོང་ཡ་གོན་ཡ་ཆུ་རིམ་གློག་རིན་ས་ཆ་ཁང་པ་ཆ་ཚང་གོང་ས་མཆོག་གི་ཕྱག་ནི་མ་གནང་དགོས་རེད། ང་ཚོའི་ཡར་གསུངས་དེ་ཡར་བཏང་བཟོ་མ་ང་དཔེ་ཆ་ཆ་ཚང་དངུལ་ཆ་ཚང་གོ་གི་ནས་གནང་དགོས་རེད། ཡིན་ན་ད་ལྟ་ད་ང་ཚོས་ཞུས་གི་ཡོད་མ་རེད་ང་སོ་སོ་རང་གི་རྐང་པ་གང་ནས་བླངས་དེར་དེ་འགྱུར་བ་ཆེན་པོ་གྱི་རེད། སློབ་ཚན་ལ་ཆ་བྱ་ན་དང་པའི་ཆ་ལ་ལོ་དྲུག་གི། སློབ་ཚན་རེད། དེ་ནི་ལོ་བཅུ་སོགས་རེད། ལོ་བཅུ་ནི་ད་ད་ལྟ་ཡང་མུ་མཐུད་ནས་སྦྱང་མཁན་ཡོང་ཞུ་མཁན་ཡོང་དུས། ད་ལྟ་དེ་ལས་ད་ལྟ་སློབ་ཚན་མང་བཏང་ན་ཟེར། མང་བཏང་དུས་གང་ལ་དེས་གང་ལ་གོང་ས་མཆོག་གི་བཀའ་རོལ་སོང་བར་ཟེར་ན། ང་ཚོ་བྱམས་ཆོས་སྡེ་ལྔ་གིས་ནི་འཛིན་གྲྭ་གཅིག་བཙུགས་ན་ཟེར། རེད་བ། དེ་ཡང་གཙོ་བོ་དེ་རྒྱུ་ལ་མ། རེད་བ། རྒྱུ་ལ་མ་འཛིན་གྲྭ་གཅིག་བཙུགས་ན་ཟེར། རེད་བ། ད་དེའི་རྗེས་ལ་ད་ཡང་སྐྱོར། གར་བྱས་ཟེར་ན། སློབ་ཚན་དེ་གཞི་ལ་བཞག་ནས་རྒྱུད་བླ་མ་གཞི་ལ་བཞག་ནས་མཛོད། དུ་བ། འདིའི་སྒང་ལ་ད་ལྟ་ཆོས་བརྒྱུད་རྙིང་མ་དགའ་བརྒྱུད་ས་སྐྱ་ཆ་ཚང་བཙུགས་ལོ་བཞིའི་རིང་ལ། ལྷོ་པོ་འཛིན་གྲྭ་རིས་མེད་ལྷོ་པོ་འཛིན་གྲྭ་ཟེར་ལོ་བཞི་གི་སློབ་ཚན་བསུ། ད་ལྟ་འདིའི་རྗེས་ལ་གསང་སྔགས་འཛིན་གྲྭ་ལོ་གཉིས་བསུ། མདོར་དེད་ན་རིག་ལམ་སློབ་གཉེར་ཁང་གི་སློབ་སྦྱོང་གི་རིམ་པ་དེ་ག་ཚོད་ཆགས་ཟེར་ཚེ་དེའི་སྒང་ལ་ད་ལྟ་ཆགས་ལ་ལོ་བཅུ་དྲུག། སྒོས་བསྡུས་ར་མིན་བྱས་ཏེ་གསང་སྔགས་འཛིན་གྲྭ་བར་ཐོན་པ་ལ་ལོ་བཅུ་དྲུག་འགོར་བ་རེད། འདི་སློབ་ཚན་གྱི་སློབ་སྦྱོང་གི་རྒྱུད་རིམ་རིམ་པ་ཅིག་ཏུ་ཕྱིན་པ་རེད། ད་མིའི་ཡོང་ཁུངས་ལ་བྱེད་པ་ཡིན་ན་དང་པོ་ཆ་ལ་ཨིན་ཇི་དང་བོད་པ་ཞིག་དགོས་རེད། དེ་ནི་རྗེས་ལ་ཡུ་རོབ་དང་ཨ་རི་ཞེས་པ་དེ་རེད། དེའི་རྗེས་ལ་ང་ཚོས་ད་ཧི་མ་ལ་ཡའི་རི་རྒྱུད་ནས་ང་ཚོས་ཨིན་ཇི་ན་བེད་ཆེ་ཟེར་གི་ར་ང་ཚོས་ད་སློབ་ཞུགས་རིམ་པ་གཉིས་པ་གསུམ་པ་གང་ལ། ཧི་མ་ལ་ཡའི་རི་རྒྱུད་ནས་བྱུང་བ་རེད། ད་ལྟ་དེའི་ཆ་ལ་ཧི་མ་ལ་ཡའི་རི་རྒྱུད་དེ་ཡིན་དེ་ཡིན། ཨེ་ཤེ་ཡ་ནང་ལོགས་ནས་ཐའེ་ཝན་ཡོད་རེད་སེང་ག་པུར་ཡོད་རེད་མ་ལེ་ཤི་ཡ་ཡོད་རེད་ཀོ་རི་ཡ་ཡོད་རེད། བལ་ཡུལ་ནེ་པ་ལི་ཡོད་རེད་འབྲུག་པ་ཡོད་རེད་དེ་ནི་བེ་ཏི་ན་མི་སི་ཡོད་རེད་ཨེ་ཤེ་ཡ་ནང་ལོགས་ལ་ཡང་མང་པོ་རེད། ད་ནི་ཡུ་རོབ་ལ་ནི་ང་ཚོ་ལ་ཨི་ཏི་ལི་ཡོད་རེད་ཧྥི་རན་སི་ཡོད་རེད། ཨ་ནི་ཇར་མ་ནི་ཡོད་རེད་ཨིང་ལན་ཡོད་རེད་ཨ་རི་ཡོད་རེད་མང་པོ་ཡོད་རེད་ལགས། འོ་དེ་ཚང་མ་མིའི་ཡོང་ཁུངས་བྱ་ནས་འགྱུར་བ་ཆེན་རེད་ལོང་འདུག་ཟེར་རེད། ད་དགེ་ལགས་ཀྱིས་ད་ཅི་ངས་གསུང་བ་ན་ཞིག་རེད་ད་ཅིག་ཐོག་མར་འཛུལ་ཡོང་དུས་སྐབས་སུ་ཉི་མ་འཛིན་གྲྭ་བཅུ་བ་བཅུ་གཅིག་མདུན་སྐྱོད་ཀྱི་ཆ་རྐྱེན་ཞིག་ཞིག་རག་ལ་ད་ལྟའི་ཆ་ལ་དྭངས་རང་གནས་ཡོད་རེད་ག་འདྲ་རེད། ད་འདི་ད་འདི་ཁག་པོ་ཆགས་རེད་དེ་ལ་ང་དང་པོ་ཞུགས་དུས་གང་ལ་ཐོག་མའི་ཆ་རྐྱེན་གྱི་སློབ་སྦྱོང་གི་གནས་ཚད་ཞིག་རག་འདི་འཛིན་གྲྭ་བརྒྱད་པ་རེད་བཤད། ང་ཚུད་ཡོད་མ་རེད། ང་སྣམ་བུ་ཞིག་སྡོད་མཁན་ལ་རྒན་དམ་པ་གར་སོང་སོང་ཁྱོད་འཛིན་གྲྭ་ག་དགུ་བར་དེ་བྱིན་ཟེར་ང་འཛིན་གྲྭ་གསུམ་པོ་བར་དེ་འགྲོ་མྱོང་ལ་ཡང་ཁྱོད་ཚུད་གི་མ་རེད་གསུངས་སོང། དེ་ནས་ང་སྐྱབས་མགོན་རིན་པོ་ཆེའི་མཇལ་ཁ་བྱེད་དགོས་གར་འདུག་ལ་ངས་སྐྱབས་མགོན་རིན་པོ་ཆེ་ཁ་ཐུག་ཞུས་བཞག་རེད་སྐུ་མདུན་གྱིས་ད་ཁྱེད་རང་གྲྭ་བ་བྱེད་ཀྱིན་གར་བྱེད་ཀྱིན་བས་ཟེར་ང་གྲྭ་བ་བྱེད་དཔེ་ཆ་བལྟ་གིན་ལ། ཨ་མདའ་བས་ཟེར་ན་ད་ལྟ་ར་ཁྱེད་རང་འབྲི་མོང་ལ་བྲོས་ཤོག་སྒོ་མང་གྲྭ་ཚང་ལ་བྲོས་ཤོག་གསུངས་སོང། ང་སྒོ་མང་གྲྭ་ཚང་འགྲོ་གི་མིན་ཞུས། སྐུ་མདུན་ཁྱོད་གར་བྱེད་ཀྱིན་མི་ཟེར་ང་མཚན་ཉིད་གྲྭ་ཚང་ལ་འཛུལ་ཡོད། སྐུ་མདུན་ཨ་དཔེ་ཡག་པོ་འདུག་དཔེ་ཡག་པོ་འདུག་གསུངས་སོང། ང་སྡུག་ཚུལ་འཚོལ་རྒྱུ་རེད། ང་འདི་ནི་མཚན་ཉིད་ཀྱི་གནས་རིམ་ཁག་ནས་ང་སྡུག་ལབ་མཁན་རེད། སྡུག་ལབ་མཁན་ནི་དང་པོ་ལས་དུས་ཡོལ་བ་རེད། ལས་དུས་ཡོལ་བ་རེད། ང་ལས་དུས་ཡོལ་བ་རེད། ཡིན་ན་ཡང་རྒན་དམ་པ་གིས་གང་ལྟར་ད་སྐུ་མདུན་གྱི་བཀའ་གནང་དུས་རྒན་གྱིས་ཁྱེད་རང་ཡོང་ན་འགྲིག་གི་རེད་གསུངས་སོང། འོ་འདི་འདྲ་རེད། ད་ལྟ་འདི་ཆ་ལ་ང་ཚོ་འདི་ཡོལ་བ་མ་རེད། རེད་བ། གང་ཡིན་ཟེར་དུས་ཁོང་ལ་དང་པོ་ཤུ་ཡོད་དེ་ལ་ང་ཚོ་མང་ཆེ་ཧི་མ་ལའི་རི་རྒྱུད་ནས་ཡིན་དུས་དང་པོ་ཁོང་ཚོར་བོད་ཡིག་བོད་སྐད་བསླབ་དགོས་ར། ད་ནི་བཞིན་ཕྱི་རྒྱལ་ཁག་གི་མི་འདི་ཚོ་ཚང་མ་བོད་ཡིག་བོད་སྐད་བསླབ་དགོས་ར། ད་གནས་ཚད་ག་འདྲ་ཙིག་ལ་ང་ཚོ་ནང་ཆོས་སྦྱང་ཡག་གི་འགོ་བཙུགས་པ་རེད་ཟེར་དུས་ཁོང་ལ་བོད་ཡིག་བྲིས་བཞིན་པ། ཀློག་བཞིན་པ། ནང་དོན་ལེན་བཞིན་པ། སྐད་ཆ་ཡག་པོ་བཤད་བཞིན་པ་བོད་སྐད་དེ་ནས་ཨེ་ང་ཚོ་བསྡུས་ར་ནས་འགོ་བཙུགས། ཨ་འདི་ལས་གོ་ར་མ་གཏོགས་འཛིན་གྲྭ་ཁྱེད་རང་ག་ཚོད་བྱེད་ག་བ་བ་རེ་བྱེད་ཟིན་ཏེ་ང་ཚོ་ཁྱེད་ཀྱིས་དྲི་བ་མ་རེད། ང་རང་ལྟ་བུ་བྱེད་པོ་ན་ཧི་མ་ལ་ཡ་གྱི་ས་ཁུལ་མང་པོ་ཅིག་ལ་ཡ་ལ་ང་ཚོའི་རླུང་འཕྲིན་གྱི་ལས་རིམ་བརྒྱུད་ཅེས་ནས་ང་དུ་སྤྲོད་མྱོང་འདུག་སྐབས་སུ་པི་ཏི་ལ་བྱ་ཞེས་པ་ན་ད་ལྟ་རིགས་ལམ་སློབ་གཉེར་ཁང་ནས་ཐོན་ཏེ་བ་ལོ་ཆེན་རིན་པོ་ཆེ་དང་དུ་བྱས་བྱུང་ཨ་ནི་ད་ནང་བཞིན་བོད་མདའ་དབང་དང་བུ་འདི་ལ་ཡིད་ཡོན་ལྟ་བུ་བྱེད་པོ་ན་གུ་རུ་སྤྲུལ་སྐུ་རིན་པོ་ཆེ་དུ་བྱས་མཇལ་ཡ་བྱུང་སོང། ད་ཁོང་རྣམ་པ་འདྲ་བོ་ཅིག་མ་ནག་ད་ཅིག་ཧི་མ་ལ་ཡ་གི་སྤྱི་ཚོགས་ནང་ལོགས་ནས་མིག་དཔེ་སྟེར་ས་གི་མི་སྣ་ཅིག་ཆགས་ཁོ་རོགས་ལ་རྣམ་པ་གཉིས་ལྟ་བུ་ཡིན་ན་ད་ཅིག་ཧི་མ་ལ་ཡའི་སྤྱི་ཚོགས་ནང་ལོགས་ལ་ཅིག་དངོས་གནས་གི་ཁ་ཡོད་ལག་ཡོད་ཕན་ཡ་ཡོད་པའི་གི་ཞབས་ཕྱི་གཏུགས་ཤིང་ཞུས་གནང་གི་ཡོད་འདུག་ག་སུ་སོ་སོའི་གི་ད་ཅིག་ཕྱག་ལེན་གནང་ཡོང་འདུག་ག་སུ

དངོས་གནས་དྲང་གནས་ཁྱོད་རང་ཚོས་དཀའ་ལས་རྒྱབ་ཅེས་དེ་ནས་གྲོང་གསེབ་སྤུ་གུ་དེ་ཚོས་དགའ་བ་དགའ་ས་ས་བོད་ས་མཚམས་ནས་ཅེས་གྲོང་གསེབ་དགའ་བ་དགའ་ས་ནས་སྤུ་གུ་གཅིག་གཅིག་གཉིས་གཉིས་གསོལ་ར་འདི་ནས་གཡོ་ར་ད་དེ་ཚོས་ཆ་ཚང་མ་འདི་སྐྱོ་བོ་འཇུ་དུས་ཀྱི་བཀའ་དྲིན་བཀྲིས་སི་པི་ནང་ལྷུང་འཇུག་གོ་ཁོ་རང་ཡོད་རེད་བ། བྱས་ཙང་ང་ནི་ཁོ་ཚོ་ཡར་གྲོང་གསེབ་ནང་སླེབས་ཡོང་དུས་ཁོ་ཚོས་སྤྱོད་པ་ཁྱོད་ལྟར་དྲག་གི་མི་འདུག་སྤུ་གུ་དེ་ཚོ།

གཞན་ཕ་མ་དེར་ད་གཞན་ཁ་ཆེ་གང་ཆེ་དང་རིང་བསྡད་པ་འགྲོ་སོང་བཏང་ཐུབ་ཡག་དང་དེ་འདྲས་ཡོད་རེད་བ་ཡིན་ན་ཡང་ཕྱི་ལོ་གཅིག་ལ་བཏང་གི་ཡོད་མ་རེད་རྒྱ་གར་ཕྱོགས་ནས་ནས་ནས་གཅིག་དང Nineteen ལ་རེད་རྒྱལ་ཡོངས་ཀྱི་བྱ་དགའ་ཞིག་རག་རེད་དེ་གཉིས་དང་དགུ་ནང་ལ་ཨ་མི་རི་ཀ་ལ Aung San Hee Road ལབ་ནས་དེ་དུས་ནང་གི་སུ་རེད་ནང་སྐྱབས་མགོན་རིན་པོ་ཆེ་རེད། ཉིས་སྟོང་དགུའི་ལོ་ལ Aung San གྱིས་དུ་གཟིགས་འདག་དེ་ཆེད་དང་ནང་བཞིན་ཉིས་སྟོང་བཅུ་དགུའི་ལོ་ལ་རྒྱ་གར་གཞུང་གི་ངོས་ནས་གཟིགས་འདག་ཕུལ་ཡོད་རེད་བ་ལ་དེའི་གཟིགས་འདག་དེ་རྒྱ་ལ་སྐུ་ཉིད་ལ་ཡ་སོ་སོ་ལ་ཡ་ཅི་གར་མཚོན་གྱི་ཡོད་ཡང་ཅིའི་གཟིགས་སྟངས་དེ་ཤེས་ཚར་བའི་ཆ་ལ་ཡང་དགེ་ལགས་སྤྱི་ཚོགས་ནང་ལ་ཕེབས་ཡོང་དུས་སྐབས་སུ་གཟིགས་སྟངས་དང་དེ་འབྲེལ་གྱི་ཐོག་ལ་ཁྱད་པར་དེ་འདྲ་བྱུང་ཟེར། ང་གྲོགས་པོ་ཡིན་ན་ལས་ཀ་བྱེད་བསམ་ཆོག་ཁོ་ལ་ང་རྒྱུས་པ་བཅས་བཏང་གི་མེད་རང་ཆ་རང་འགྲོ་སྡོད་ཀྱི་མ་གཏོགས་ཅི་གི་ང་གི་ལྟ་གོ་ཚད་ཅིག་ལ་དེ་འདྲ་བ་འགྲོ་ཆགས་སོང་མ་གཏོགས་ཁོ་རང་རྦད་དེ་གཞན་འགྲོ་གི་འདུག་དེ་རྒྱུས་པ་བཏང་ན་འགྲིག་གི་མ་རེད་བསམ་གི་འདུག། འབྲེལ་བ་བཏང་ཡག་དེ་ག་རེ་ཟེར་ན་ག་ལེ་མང་ལ་རྒྱལ་ཡག་དང་དེ་བྱེད་ཡག་བྱེད་དགོས་ཡིན་ན་རེད་མ་གཏོགས་ཆེད་མངགས་ཟིག་ན་རག་དེ་ཁྱོད་རྩ་བ་ཉིད་ནས་དེ་མ་རེད་ཡིན་ན་ད་རྒྱ་གར་ལས་ཁུངས་དང་དེ་ཚོར་འགྲོ་དུས་ང་ཚོར་དངོས་ནས་ཡང་འབྲེལ་བ་ཕན་ཐོག་ཆེ་བ་དང་ཁ་ཚང་འགྲོ་བ་ནས་ད་སློབ་སྤྱི་ངག་གི་དེ་རིགས་འབྲེལ་བུ་ཆེ་བ་ནས་ཡོང་དགོས་འདུག་གསུངས་སོང། ས་མཚམས་ནས་ཆུ་ཚོད་བཞི་པ་ནས་མ་འགྲོ་བཏང་གི་མི་འདུག་དེ་ཁོ་རང་ཚོས་མ་འགྲོ་གོང་ལ་ཁོང་རང་ཚོས་ང་ཚོ་ད་ཅེག་བོགས་སུ་སླེབས་དུས་བུ་དེ་ཨེ་འགྲིག་ཇི་སྙེད་སྒུག་བསྡད་བཞག། ག་རེ་ཚོད་བླ་འདྲེ་ཁོ་ཀོང་ཚོ་གི་བོང་ལེབ་སུ་འཁྱང་འགྲོ་གི་རེད་བཏང་ཆོག་ལབ་ནས་དེ་ཀ་ཡག་ཏུ་ཁོ་ཚོ་ཕྱི་པ་ག་ནས་ང་ཆུ་ཚོད་ཕྱི་དང་ཕྱི་གར་དོན་རེད་ད་འདི་ཚང་མ་དེ་ཁོ་ད་ཆ་ག་དང་ལས་ཀ་དང་ཚང་མས་ཚོད་ཐོན་ནས་དེ་བྱེད་ཀྱོ་འདི་རེད་བ་ལ་ཡིན་ན་ང་དེ་ཁྱབ་བསྒྲགས་དང་དེ་ཐོག་ལ་དེ་བྱེད་བྱེད་དགོས་ཡག་ཁོ་རང་མཐོང་གི་འདུག་ལས་ཀ་དང་ཁོ་ཚོ་ཡག་པོ་ཡོད་པ་ཡིན་ན་ཁོ་རང་བཞིན་སུ་ཡིན་ན་ཁས་ལེན་པ་ད་ང་ཚོ་སྒྲུབ་ཐུབ་ཀྱི་འདུག་ཨ། ནུས་ཀྱི་བུ་མོ་ལ་ལ་ཡིས་ད་སྐྱོག་རུམ་བཅས་ཀྱི་ག་དུས་ན་གསུང་དེ་ཡང་གཅིག་དེ་ལྟ་ཅིག། ད་ལྟ་བོད་ཀྱི་རིག་གཞུང་དེ་གས་དེ་ད་མ་འོངས་པ་ད་ཧོ་རྐྱ་ཉེ་དེ་ཧི་མ་ལ་ཡའི་མི་རྒྱུད་དེ་གས་དེ་ཡིན་ད་ལ་ནི་སྐྱོག་རུམ་བཅས་ག་དུས་ན་བཀའ་གནང་གི་རོགས་ལ་ད་རྣམ་པ་ཚོས་ཀྱི་དེ་ལྟ་བུ་ཀྱི་ཕྱག་ལས་དེ་གནང་ཡོད་འདུག་ག་སུ་རྐྱ་ལ་ད་བུ་ཆ་མཚོན་པ་ན་ས་ད་ཅིག་ཐོག་མའི་བསམ་བློའི་ནང་ལོ་ལ་ཡ་སློབ་གྲྭ་ཞིག་བཙུགས་དགོས་བསམ་ཡས་ཀྱི་དགོངས་པ་ཞིག་ཡོད་ནས་གསུང་ཡས་ཞུ་ཡས་ལ་དེ་ད་བཀྲལ་ཞིང་ད་མ་འོངས་ཀྱི་འཆར་གཞིའི་ནང་ལོ་ནི་རྐྱ་ལ་ཀྱི་གར་གནང་དགོས་བསམ་ཡས་ཀྱི་དགོངས་པ་ཡོད། ཉིས་སྟོང་གསུམ་ཟིན་འགྲོ་ཕྱི་ཟླ་གསུམ་པའི་ཚེས་པ་བཅོ་བརྒྱད་ལ་སྐྱག་ངོམ་གྱིས་ང་ཚོ་མཇལ་ཁ་བྱེད་རག་པའི་སྐབས་ལ་ག་རེ་གསུངས་སོང་ཞུས་པ་ཡིན་ན། ད་ནི་བོད་ཀྱི་གནས་སྟངས་འདི་བོད་མི་སུ་སྐྱོ་པོ་ཆགས་བསྡད་ཡོད་རེད། ཨ་ནི་ད་དུང་ལོ་ཉི་ཤུ་སུམ་ཅུ་འདས་ནས་འགྲོ་བསྡད་པ་ཡིན་ན། བོད་ཀྱི་རིག་གཞུང་འདི་རྒྱ་མི་གི་རྩ་ལ་བཏང་གི་རེད། ཡིན་ན་ཡང་ཕྱག་བསྡུར་གནང་བྱས། ཁྱོད་རང་ཚོ་ད་ནི་རང་དབང་ལུང་པའི་ནང་གནས་དོན་ཡོད་རེད་ད། ང་རང་ཚོ་བོད་རིགས་གཅིག་པུ་རེད། ཁྱོད་རང་ཚོ་རང་དབང་ལུང་པའི་ནང་གནས་དོན་ཡོད་རེད་ད། ང་ཚོས་ལོ་ཉི་ཤུ་སུམ་ཅུ་རྗེས་ལོའི་མ་རྩིས་སྤྲད་དུས་འདི་རྩིས་བླངས་ཐུབ་པ་སྐོར་ད། འདི་བཀའ་བསྟུད་གསལ་པོ་ཕེབས་སོང། འདི་བཀའ་བསྟུད་གསལ་པོ་ཕེབས་དུས་བྱས་ཙང་འདི། སོ་སོ་རང་དངོས་གནས་ཡིན་ན་རེད་ད་སླ་བྲག་ཅིག་བརྒྱབ་དགོས་འདུག་བསམ་པའི་བསམ་བློ་རེད་གཅིག་ཤེས་ཡོན་སྤྲད་དགོས་འདུག་བསམ་པའི་བསམ་བློ་ཤུགས་ཆུང་པོ་ཡོད། ཡིན་ན་འདིའི་བསམ་བློ་འདི་ད་དིང་སང་སླ་བྲག་རྒྱ་ཡིག་གི་བསམ་བློ་འདི། ཡང་རེ་འདུག་གས་ལ་ནི་ཕལ་ཆེར་ད་སྔ་དེ་བསམ་བློ་དེ་སླེབས་ཀྱི་མི་འདུག། ག་ཤེད་སླེབས་ཀྱི་མི་འདུག་ལགས་ན། ང་ཚོས་མོན་ད་ནི་རྒྱ་གར་བ་ལ་ཡོད་དེ་གས་མོན་ཆ་བཞག་པ་ཡིན་ན། མི་འབོར་སྟོང་ཕྲག་ལྔ་བཅུ་རེད། དཔེ་ཉུང་ཉུང་རེད། དེའི་རྟ་དབང་རྫོང་རེད་འབུམ་ཏི་ལ་རྫོང་རེད་རྫོང་གཉིས་གས་ང་ཚོ་མོན་པ་ཆ་ཚང་བོད་རིགས་དེ་གས་བསྡོམས་ཡོང་དུ་སྟོང་ཕྲག་ལྔ་བཅུ་མ་ཏོག་ཡོད་མ་རེད། སྟོང་ཕྲག་ལྔ་བཅུ་ནང་ནས་མང་ཕྱོགས་ཀྱི་མི་རིགས་རྒན་པ་རེད། མི་རབས་རྒན་པ། དེ་རེ་ཚང་གིས། ཕོ་བསགས་མོ་བསགས་དེ་ཚོ་སྤུ་གུ་སྐྱེ་རུ་བྱེད་ཀྱི་མི་འདུག། སྤུ་གུ་སྐྱེ་རུ་མ་བྱེད་པའི་མི་འབོར་སྟོང་ལ་ཉེ་བ་རེད་བཤད་ལབ་ན་འགྲིག་གི་འདུག། ཨ་བ་ག་ས་སློང་རྒྱབ་ཅེས་ཕྱིའི་རྣམ་པ་དེ་དེ་ཐེབས་ཆག་ཅིག་བཟོས་ཐུབ་ཀི་རུ་དྲན་གྱི་འདུག་ཡིན་ན་ཡང་ཕྱིའི་རྣམ་པ་དེ་བཟོས་པ་ཙམ་འགྲིག་གི་མ་རུ་བ་ད་འདི་ནང་དེ་སྦྱང་བྱེད་ཅིག་བྱེད་མཁན་ཅིག་དགོས་གི་རུ་བ། དེ་ནས་འདི་མི་འབོར་གྱི་ཆ་ནས་དཀའ་ངལ་ཞུགས་ཁྲེ་ད་ཤ། བྱས་ཙང་ད་ལོ་ཁ་ཤས་སྔོན་ནས་ངའི་ང་རང་གྲོགས་པོ་དེ་ཚོས་ལབ་ཟིན་པ་ཡིན། ངའི་རྩ་བའི་གཏམ་བྱ་དེ་ག་རེ་ལ་ན་ད་ནི་སྤུ་གུ་བཞི་བཅུ་ཡོད་རུ་བ། འདི་ཚོའི་ཆེད་དུ་ལུས་ངག་ཡིད་གསུམ་བློས་བཏང་བྱེད་དཀའ་ལས་རྒྱབ་མཁན་ཡིན། འདི་ཚོ་ཨའི་པི་ཨེ་བཟོས་དགོས་ཀྱི་འདུག་ཨེ་ཨའི་ཨའེ་བཟོས་དགོས་ཀྱི་འདུག་ཨེ་ཨིན་ཇི་ནེ་རིང་འབྲོག་ཆུ་རེད་ག་རེ་བཟོས་དགོས་ཀྱི་འདུག་འདི་ཚོའི་ཐོག་ལ་ལུས་ངག་ཡིད་གསུམ་བློས་བཏང་བྱེད་དཀའ་ལས་རྒྱབ་མཁན་ཡིན་ང་རང་གི་དམ་བཅའ་དེ། ད་འདིའི་བློས་ཀྱི་ང། ག་རེ་སུ་སློང་དགོས་ན་སློང་ག་རེ་བྱེད་དགོས་ན་བྱེད་ང་ལྷག་བསམ་རྣམ་གྲངས་ཞབས་ཞུ་གྱི་ཡིན། ཡིན་ན་བསླབ་བྱ་རྒྱབ་ལ་གི་འདི་ད་ང་སྙན་མ་གི་ང་རང་ཚོ་བསླབ་བྱ་རྒྱབ་ལ་གི་འདི། སེམས་ཤུགས་ཀྱི་སྐྱེད་བྱེད་རེད་ཤག་ལྷག་བསམ་དང་སེམས་ཤུགས་ཀྱི་སྐྱེད་བྱེད་བཅས། ནི་རྒྱབ་ལྗོངས་ཀྱི་གནས་སྟངས་དེ་ཚོ་བསམ་མ་བཏང་བའི་སྐྱེད་བྱེད་རེད་ཤག་ངས་སྡུག་ཟུར་ཞུས་མིན། བྱས་ཙང་ངའི་ངོས་ནས་བརྩེ་བའི་དམ་བཅའ་བློས་བཏང་བ་ཡིན་བསླབ་གྲྭ་ཁྱད་དེ་ང་བདེན་པའི་བསམ་བློ་འཁོར་གི་མི་འདུག་ངས་སྡུག་ཟུར་ཞུས་མིན། བྱས་ཙང་ད་ལྟ་པུ་གུ་ཞིབ་གཅོད་ཞིབ་གཅོད་ཡོད་རྒྱུ་དེ་འདིའི་ངོ་ནས་དེའི་ཐོག་ལ་དཀའ་ལས་ག་རེ་རྒྱབ་དགོས་ན་རྒྱབ་དགོས་བསམ་པའི་བསམ་བློ། ཕུགས་བསམ་བརྟན་པོ་བཅོལ་ཡོད་གང་ལྟར་ངའི་དམིགས་ཡུལ་གཏིང་ཟུར་གྱུར་བ་བྱིན་སོང། རེད་ད་ད་ལྟ་ཁོ་འདྲ་མི་འབོར་ཉུང་འགྲོ་ཡག་གང་ཡག་རེད་ད་ཕལ་ཆེར་ཤུགས་ཆེ་གང་ངེས་བྱུང་བ་རེད་ད་ཡིན་ནའི་ང་ཚོ་འདི་ལ་གསལ་པོ་འདི་བྱེད་དགོས་རེད་ལ་ཡ་དེ་ཁག་པོ་བྱུང་འདུག་ལ་དེ་འདི་གཅིག་ངས་སྐད་འཕྲིན་གཅིག་གིས་དེ་ད་ང་ཚོ་ཆོས་ཕྱོགས་དང་རིག་གཞུང་དང་འབྲེལ་བ་ཡོད་ས་འདི་ཞུ་དགོས་བསམ་སོང་དེ་ངས་དྷ་རམ་ས་ལ་དང་པོ་ཧོ་སི་ཀྲོལ་བཙུགས་ཧོ་སི་ཀྲོལ་བཙུགས་ནས་ལ་སྦུ་གུ་ཉག་གང་ཁྲིད་དེ་འདྲི་བྱས་ཕལ་ཆེར་མི་བརྒྱད་དང་བརྒྱ་དང་ལྔ་བཅུ་དེ་ཕལ་ཆེར་མུ་མཐའ་དེ་ཐུགས་ངེས་འགྲོ་བཞོན་རེད་དེ་བྱས་ནས་ད་དཀྱིལ་མགོན་པ་ཚ་གཉིས་ལ་ཡང་བྱེད་ཐུབ། ད་མཚན་ཉིད་ད་ཡག་ད་ཅིག་དགོན་པ་གཅིག་ལ་ཕུག་ན་མི་འགྲིག་མི་འདུག་མཚན་ཉིད་ད་ཡག་སུ་བཅུག་ན་བཅུག་དགོས་ཡོད་ལ་འདྲ་བ་འདྲ་བ་ཞིག་དེ་རིག་གཞུང་ཆེད་དུ་བྲིས་ཡོད། ཨང་ད་དུང་ང་ཚོ་ཚང་མ་རུག་རུག་བྱས་ནས་ད་ཕྱི་མ་ནས་ཡོང་ཟོག་ད་དུང་གཅིག་ང་ཚོ་ད་ལྟ་ལས་སྔོན་མོ་འདྲ་བོ་ལ་ཁོ་ན་ཙང་མ་ཡིན་ན་ང་ཚོ་ཧང་གོང་མི་འདུག་ང་ཚོ་འདྲ་བོ་ཙང་མ་ན་ཕ་འདི་ཧང་གོང་མི་འདུག་ད་དེ་ཡོང་ཟོག་འདྲ་བོ་ཞིག་གི་གཅིག་ལ་དྭགས་དང་ཟངས་དཀར་དང་ཁུ་ནུ་དཔེ་དེ་ཚང་མ་ཡོད་སར་ལབ་འདྲ་ཞིག་བུ་ཕྲུག་འདྲ་བོ་གཅིག་བྱ་ཐུབ་ན་བསམ་བསམ་འདྲ་བ་ཞིག།

དེ་ཆོས་ཅན་འདིར་བཞེད། ལགས་སོ། གནས་ཀྱི་ལམ་རྣམ་པ་གསུམ་ལ་ངས་དྲིས་པ་ཐ་མ་དེ་གཅིག་མཚུངས་འདུག་ཅེས་བོས་ཤིང་ད་ད་ལྟ། རིགས་ལམ་སློབ་གཉེར་ཁང་དེ་ད་ལན་ད། ཆེད་འཛུགས་གནང་ཚེ་ནས་ལོ་ངོ་ལྔ་བཅུ་དུ་འཁོར་རུང་བོར་བ་ལ། གནས་རྣམ་པ་གསུམ་ཅན་དུ་བཞེད་ནས་ད། དེ་ནས་བསླབ་པ་མཐར་ཟིན་པའི་གི་ད་སློབ་ཟུར་བ་ཅན་ཆགས་ཏེ་བོར་བ་དེ་ནས་བསླབ་པ་ཟུར། ད་སོ་སོ་རིགས་ལམ་སློབ་གཉེར་ཁང་གི་དེའི་ནང་ལོགས་ལ་བཞུགས་པའི་སྐབས་དང་སློབ་སྦྱོང་གནང་བའི་སྐབས་ཀྱི་ནང་ལོགས་ནས

ད་ག་དུས་ནས་བྱས་མེད་པ་ཅིག་རེད། གང་ཡིན་ཟེར་དུས། དང་པོ་ང་དེ་ལ་ཞུགས་དུས་སྒང་ལ། ང་རང་ལ་ཚོར་སྣང་ག་རེ་ལས་སོ་ཟེར་དུས་སྒང་ལ། ངའི། འཛིན་གྲོགས་ཚང་མ་གིས། བོད་ཡིག་བྲིས་ཤིག་གི་འདུག་ཀློག་ཤིག་གི་འདུག་ཨོ་ཅོ་ཨོ་མེ་གཉིས་ཀ་བྲིས་ཤིག་གི་འདུག་ཀློག་ཤིག་གི་འདུག། ད་ནི་ཨིན་ཇི་ཤིག་གི་འདུག་བྲིས་ཤིག་གི་འདུག་ཞེས་ཤིག་གི་འདུག། དཔེ་ཆ་ལྟ་དུས་སྒང་ལ་ཁོང་ཚོས་རྟགས་གསལ་བཏང་ཤིག་གི་འདུག་ངས་ཅི་ག་ཞིག་མི་འདུག་ཨ། དེ་བཞིན་དུ་ང་ཚོར་སྣང་དེ་གར་བྱུང་ཟེར། ཨོ་ད་ང་འཛམ་བུ་གླིང་འདི་ལ་ད་ལྟ་བརྗེད་ནས་སྐྱེས་པ་རེད་བ་ཞིག་ང་དེ་ཚོར་བྱུང། ཡིན་ནའི་ད་འདི་ནས་ག་ལེ་ག་ལེ་རྒན་རྣམ་པ་ཚོ་གི་ཐུགས་རྗེ་ག་རེ་མཚོན་ང་ཚོ་དབུ་དགེ་བསྟན་པ། རྒན་བློ་བཟང་རྒྱ་མཚོ་མཆོག་དང་ནི་དབུ་དགེ་བསྟན་པ་རྒན་དམ་ཆེན་གཉིས་ཀྱི་ཐུགས་རྗེ་ག་རེ་ལ་བརྟེན་ནས་དངོས་ནས་ང་ཚོ་ལ་དགའ་ཁ་ཟེར་ནས་རེ་རེ་བྱས་ནས་ཕ་བེད་སྤྱད་ལབ། ད་ནི་བཞིན་བོད་ཡིག་གི་སུམ་རྟགས་རྟགས་གསུམ་སྙན་ངག་དང་བཅས་པ་རེ་རེ་ལབ་ཡོང་དུས་གང་ལ་དེ་ད་ལྟ་ཕྱི་མོ་ཞིག་བལྟ་དུས་གང་ལ་དེའི་གི་མི་ཚེ་དེ་ལ་གཟུགས་པོ་སྣ་དང་མཐུན་མཁན་དཔེ་དཀོན་པོ་རེད་ཀ་ཏོ་དེ་ལ་ང་ཚོས་མི་རེ་རེ་ལ pocket money ལ་རུ་ལ་དངུལ་དེ་སུམ་ཅུ་ཐམ་པ་རེད་སུམ་ཅུ་རེད་ཟླ་བ་གཅིག་ལ་ཟླ་འདི་གསོལ་སྤྲུལ་ཟོལ་མེད་ཉོས་ཡ་ཅེ་ནི་ག་རེ་ས་ཡིད་རྫི་ཉོས་ཡ་འདི་འདང་དགོས་ཡ་ལྟ་ས་ཡ་ནི་ག་དུས་ན་འདྲི་ཟླ་ལི་རེད། རེད་བ། ནི་མཚམས་མཐའ་ལ་གྲིག་མོ་ཞིག་བཟོ་གི་རེད། ཡིན་ན་ཡང་བཀའ་བསྡུ་དེ་གི་སེམས་ཤུགས་རེད། བཀའ་བསྡུ་དེ་རྒན་རྣམ་པ་ཚོ་གི་གཟིགས་སྐྱོང་གནང་ཡ་རེད། སུ་སུ་གི་སློབ་སྦྱོང་ལ་དོ་སྣང་བྱས་བྱས་ཡོད་ར། དེ་ད་ལྟ་འདུག་སྟ་དུས་གང་ལ་དཔེ་བྱེད་དཀའ་བ་ཞིག་རེད། ནི་དེ་རྣམས་དམིགས་བསལ་གི་ང་ཚོའི་དབུས་ཀྱི་དམ་པ་གྱི་བསླབ་བྱ་ག་དུས་ཡིན་ན་བརྒྱ་ཡ་གཅིག་ཡོད། བསླབ་བྱ་བརྒྱ་ཡ་གཅིག་ཡོད། ཁྱེད་རང་ཚོས་ག་དུས་ཡིན་ན་གཅིག་ལ་ལྟ་བསྡད་ཡོད་མ་རེད། བེད་སྤྱད་གཅིག་པུ་ལྟ་ནས་བསྡད་ཡ་ཡོད་མ་རེད། འཛམ་བུ་ལ་སྤྱི་ཚོགས་ཁྱོན་ཡོངས་ཀྱི་གནས་ཚུལ་དེ་ཤེས་དགོས་ཀྱི་ཡོད་རེད། ང་རང་ཚོའི་གནས་སྟངས་དེ་ག་བ་ལ་ཡོད་རེད། དེ་ཤེས་དུས་ཁོ་རང་ང་རང་ཚོའི་གནས་སྟངས་དེ་ཤེས་པའི་སྒོ་ནས་སློབ་སྦྱོང་བྱས་པ་ཡིན་ན་ཁྱེད་རང་ཚོ་གནས་ས་ཅི་ལ་ལས་ཀྱི་རེད་ཟེར་དེ་ག་དུས་ཡིན་ན་གསུང་གི་རེད། དེ་ཤེས་དུས་ཁོ་རང་དེ། ད་ལྟ་ད་གང་དེར་ང་རང་གིས་ད་ལྟ་ཅི་ཤེས་ན་མ་ཤེས་ན་གང་ཡོད་པ་དེ་ཅུང་ཟད་ཆ་ཚང་འདི་ནས་བྱུང་རོགས་ཨ། རི་ལམ་ལྷོ་གཉེར་ཁང་གི་ཚོར་བ་དེ་དུས་ནམ་ཡང་བརྗེད་པར་གོ་བ་ཅིག་རེད་བཤད་ཡིན་ན་ང་འདི་ནས་འདི་རེད་ཟེར་ཏེ་ང་གར་ལ་བ་དེ་འདི་ནང་ང་ཅིག་ལ་ཡ་བྱེད་རོགས་འདི་ལ་ཡ་མེད་རོགས་འདི་ལ་བྱེད་རོགས། རྒན་བློ་བཟང་རྒྱ་མཚོ་དག་ཚང་མས་གི་ཡོང་ད་ཁྱེད་རྣམ་པས་རྒན་ཐམས་ཅད་དངོས་གནས་དྲང་གནས་གི་ཡིད་ཀྱི་དཔེ་ཆ་ཕྱག་འཁྱེར་བ་སྤུ་གུ་བཙལ་བ་བ་ཅི་ཧ་ལས་ཡག་གི་དངོས་གནས་དྲང་གནས་གི་ད་ང་ཚོ

ཕར་ཆེར་ཕར་ཆེར་ད་ལས་ཀ་ནག་པོ་མང་པོ་ཡོད་དེ་རྒན་བློ་བཟང་རྒྱ་མཚོ་མཉམ་དུ་ཉིན་མ་རྟག་པར་ཤར་ཆེན་ཕར་ཆེར་བྱས་ཀྱི། ད་རྒན་གྱི་ཕར་ཆེར་ང་ལས་ཀ Training འགྲོ་མ་སོང་ན་ལས་ཀ་བྱས་ཀྱི། བས་རྒན་གྱི་ན་ཞོ་འདྲ་དེ་གཉིས། ང་རང་ཚེ་དྲན་འགྲོ་ཐུག་ཡ་གཅིག་ཆ་བ་དང་དེ་རྒན་རྣམ་པ་ཚེ་རྒན་གཅིག་གི་དཔེ་ཆ་ཁྲིད་མཁན་བརྩེ་བ་དང་རྒན་བློ་བཟང་རྒྱ་མཚོ་ངོ་ནས་ད་དེ་ད་ལས་ཀ་ཚོ་ལ་ལས་ལས་ཡ་བྱོས་རོགས་པ། དེའི་ཚེ་ཉིན་གྲ་ཙམ་གྱི་ད་ང་ལ་ཡོད་ན་མེད་ན་མ་བྱས་པ་ཁྱེད་ཡ་འདྲ་བོ། དེ་ནི་བདག་ཉིད་བསམ་ཡས། འདས་པའི་ལོ་བཅུ་དྲུག་ནང་སྒར་སོགས་སློབ་སྦྱོང་བྱེད་ཀྱི་འདུག་ཟེར་རྒྱུ་གོ་གོ་བཟང་པོ་འདེད། ལྷག་པར་དུ་བཙན་བྱོལ་སྤྱི་ཚོགས་འདིའི་ནང་ནས་རི་ལམ་སློབ་གཉེར་ཁང་ངའི་མི་ཚེ་ནང་གི་བཀའ་དྲིན་ཆེ་ཤོས་དེ་ཡིན། ཡར་གྲོང་གསེབ་ནང་ནས་ནང་ཆོས་ངོ་སྤྲོད་བྱེད་ཡས་རེད་དེ་བས་ཨིན་ཇི་དེ་ནས་ཐུག་ནས་དེ་ཚོ་ནང་ཆོས་བཤད་དགོས་ཡག་གི་མཚོན་པས། དེ་ནས་དེ་ནས་ཁྲ་ལ་ཆེན་པོ་བཤད་ཐུབ་པ་རི་ལམ་སློབ་གཉེར་ཁང་གི་ཐུགས་རྗེ་བཀའ་དྲིན་ཉག་ཅིག་རེད་ད། ད་སོ་སོ་རང་འདེད། སློབ་སྦྱོང་བྱེད་བྱེད་ཚིག་ངའི་སློབ་གྲྭར་ལོ་བཅུ་དྲུག་འདས་པའི་རིང་ལ། དངོས་གནས་དྲང་གནས་ད་ང་ན་ཆ་སོན་པ་ཡིན་ན་ང་ཉིས་སྟོང་ཉི་ཤུ་སྤྱི་ཟླ་གསུམ་པའི་ཚེས་པོ་ཉི་ཤུ་ལ་དེ་ནས་ཐོན་པ་རེད་སྐྱིད་པོ་ཁྱོན་ནས་མི་འདུག་ཅིག་ཅིག་པ་ཅིག་སྟོན་བཞག་ཡོད་ས་རེད་བྱས་སྐྱིད་པོ་ཁྱོན་ནས་མི་འདུག་གལ་སྲིད་དེ་དེའི་ཡོད་པའི་གོ་སྐབས་ཅིག་ཡོད་པ་ཡིན་ན་དགོས་ངའི་དུས་ནམ་ཡང་འགྲོ་ས་མ་རེད་བསམ་པའི་བསམ་བློ་དུ་ཤུགས་ཆུང་ཞུགས་འདུག་ད་སེམས་ནང། ཁྱོད་ནི་ནམ་ཡང་བྱེད་མི་འདོད་པའི་དེའི་རིགས་ལ་སློབ་གཉེར་ཁང་གི་བཀའ་དྲིན་རེ་དེའི་ནང་ནས་དེའི་སློབ་སྦྱོང་བྱེད་པའི་རིང་ལ་དགེ་བའི་བཤེས་གཉེན་དངོས་གནས་དང་ཧ་ལས་པ་འདི་ནས་མཇལ་ཡོད་རེད་ཧ་ལས་པ་འདི་ནས་མཇལ་ཡོད་རེད་དེ། དེ་མི་མཇལ་ཡག་པས་ཁག་པོ་རེད་ད། དེའི་ནང་ནས་གཅིག་རྒན་རྒྱ་མཚོ་ལགས་རེད་ད་ང་རྒན་དམ་པ་ཉན་པར་ཞུ་དོན་ཚོགས་པའི་ཀྲོང་བཅས་བཅས་སྐོར་སྐོར་དེ་རང་ཡོད་མ་རེད་ད་ང་ལ་བཀའ་དྲིན་ཆེ་ཞུ་དེ་གཅིག་རྒན་རྒྱ་མཚོ་ལ་རེད་རྒན་བློ་བཟང་ཟླ་བ་ལ་རེད་ད་ནི་རྒན་བློ་དབྱངས་ལ་རེད་རྒན་བསྟན་འཛིན་འགྱུར་མེད་ལ་རེད། ཁོ་རང་ཚོ་རྣམ་པ་ཞིག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དངོས་གནས་ཁོ་རང་ཚོའི་མ་སྤུ་གུ་སློབ་སྦྱོང་སྤྲད་སྟངས་རེད་ལྷག་པོར་དེ་བརྩེ་བས་སྐྱོང་སྟངས་རེད་དེ་ཚོ་དངོས་གནས་དྲང་གནས་སེམས་ནང་ཁྱོན་ནས་དུས་ནམ་ཡང་བརྗེད་མ་ཐུབ་པ་ཞིག་རེད་ཅེས་ཚང་ངེས། རིགས་ལམ་སློབ་གཉེར་གནང་དེ་ནང་སློབ་སྦྱོང་བྱེད་པའི་རིང་ལ། དུས་ནམ་ཡང་བྱེད་མ་ཐུབ་པ་དེ་རྒན་ཁོང་ཚོས་བཀའ་དྲིན་དེ་རེད་བསམ་གྱི་འདུག། ཨ་ནེ་དགེ་ལགས་རྣམ་པ་ཚོས་ངས་དྲི་བ་གནང་ལྷག་དེ་དང་ཡང་ཆེས་དེ་བ་དགེ་ལགས་རྣམ་པ་གསུམ་གྱིས་ཡང་གསུང་དགོས་དེ་འདྲ་ཡོད་པ་ན། ད་ངས་ང་ཚོའི་རིགས་ལམ་སློབ་གཉེར་ཁང་ནང་ལོགས་ནས་ཨ་ནེ་སངས་སུ་ཐོན་པའི་སྤྱི་ཚོགས་ནང་ལོགས་ལ་ཞབས་ཞུ་ཞུ་ཉེས་ག་རེ་ག་རེ་ཡོད་ཚད་དེ་ནང་ལོགས་ནས་ངས་ཧི་མ་ལ་ཡ་རི་རྒྱུད་ནང་ལོགས་ལ་ཨ་ནེ་ང་ཚོ་ག་ལ་གང་ཟག་བྱུང་ཡོད་རེད། ཨ་ནི་དེ་ཚོས་ངའི་སྟེང་གི་ལྷག་བཤད་བསམ་སོང། ད་ཧི་མ་ལ་ཡའི་རི་བོའི་ནང་ལོགས་ནས་ངའི་འཛིན་གྲོགས་རེ་ཀན་བཀྲ་ཤིས་རྣམ་རྒྱལ་ལགས་ཀྱིས་དཔེ་སྡུར་ཤོག་གི་སློབ་ཕྲུག་ཕལ་ཆེར་སྟོང་ཕྲག་གསུམ་བཞི་ཅིག་ལ་ཨ་ནི་དེང་རབས་དང་མཐུན་དཔེ་ཀྱི་སློབ་སྦྱོང་སྤྲད་རྗེས་འཛིན་གྲྭ་བཅུ་གཉིས་འཛིན་གྲྭ་བཅུ་པ་དེ་འདྲས་ཅིག་མང་པོ་ཅིག་སྐད་གསང་བྱས་རེད། དེ་ཡང་ཅིག་ཁོ་རང་རང་གིས་དང་པོ་ཁང་པ་གསར་བཙུགས་ནས་བཟུང་སྟེ་འགོ་ཚུགས་རྗེས་ད་ལྟ་ད་བར་དུ། འཛིན་གྲྭ་བཅུ་གཉིས་པོ་ལ་ལས་བསྡད་པ་དེ་འདྲས་ཏཱ་ནེ་ཤི་ཐུ་ལོ་ལ་ཕྱིན་རྗེས་དེ་འདྲས་ཀྱིས་བསྐྱངས་བསྡད་པ་དེ་གཅིག་རེད། ཏཱ་ནེ་ཤི་ང་ཚོས་བློ་བཟང་རིན་ཆེན་ལོ་ཆེན་རིན་ཆེན་བཟང་པོ་མཚོན་པ་ཡིན་ན་ད་སྔོན་ནས་ཧི་མ་ལ་ཡའི་རི་ཡུལ་ནང་ལོགས་ལ་ད་ཡོངས་སུ་རྫོགས་པ་ལ་ཁོ་རང་གིས་བོད་ཀྱི་གནམ་ཆོས་གོ་རྟོགས་བྲལ་ཡ་རེད་ད་གླེང་གཉིས་ཀ་གསོན་ལམ་དང་ལམ་མ་ཡིན་པས་ཀྱི་གླེང་གཉིས་མི་མང་ལ་གོ་བརྡ་བྲལ་ཡ་རེད་ཧང་སང་ཡ་གྱི་རྒྱ་ཆེན་པོ་གནང་དགོས་རེད་ཏཱ་ཇོ་མགུར་རིན་པོ་ཆེ་ཡིན་པ་ཡིན་ན་ཡང་དེ་དང་དེ་མཚུངས་ཀྱི་ནི། མོན་པའི་གི་ས་ཆ་གང་མང་མང་ཅིག་ལ་གཞོན་སྐྱེས་གང་མང་མང་ཅིག་ལ་ནང་ཆོས་གོ་ཐོབ་བྲལ་ཡ་རེད་ཨ་ནི་ཅིག་སྤྱི་ཚོགས་དེང་དང་མཐུན་པའི་གི་སྤྱོད་ཚུལ་འོག་བསམ་བློ་གོ་ཐོབ་བྲལ་དེ་འདྲའི་གི་རྒྱ་ཆེན་པོ་གནང་དགོས་རེད་གནང་བ་ལ་བརྟེན་བཅས་ནི་ནས་ཉིད་དུ་བ་ལ་ཨ་ནི་པད་མ་ཤེས་རིག་གི་གཟིངས་རྟགས་ཐོབ་པ་རེད་ད་ནང་བཞིན་རྒན་ལགས་ཐོབ་པ་ནང་བཞིན་དེ་འདྲ་རེད་དེ་གཉིས་དང་གི་ཅིག་ལྷག་ཆ་ཟུངས། འདུག་ཨ་ནི་སྐལ་རྣམ་པ་གསུམ་ང་ཚོའི་ལས་རིམ་ཕེབས་པ་དུས་ཆེན་ཞུ་ཡ་དང་མཉམ་དུ་ད་ལྟ་ལས་རིགས་ལམ་སློབ་གཉེར་ཁང་དེ་ཨ་ནི་ཅིག